ངས་ད་ལྟ་སུ་ལ་ཞུ་གི་ཡོད་ཟེར་ན། ནང་པ་ཆོས་ཟེར་ཡ་དེ་རྩ་བ་ཆེན་པོ་ཡིན་པ། དེའི་དོན་དུ་གཉེར་དགོས་བ་ཤེས་ནི་ངེས། ཡིན་ན་ཡང་དོན་དུ་གཉེར་ཚུལ་དེ་ལ་ག་འདྲ་ཞིག་བྱས་ནས་གཉེར་དགོས་ཀྱི་ཡོད་མེད་ཀྱི་ཚུལ་ལ་མགོ་རྨོངས་ཏེ་ངས། ད་ང་དང་ང་འདྲ་བ་མང་པོ་ཡོད་རེད། ད་ནི་གསུང་རབ་དགོངས་འགྲེལ་དང་བཅས་པ་རྒྱ་ཆེན་པོ་ཀློག་མ་ཐུབ་པ། སྦྱང་མ་ཐུབ་པ་བྱས། ག་སྲིད་སྦྱངས་པ་དང་ཀློག་པ་ཡིན་ན་ཡང་དེ་མཐར་ཕྱིན་མ་ཐུབ་པའི་དཀའ་ངལ་ཅིག་ཡོང་བསྡད་ཡོད་རེད། དེ་ནས་མང་པོ་ཞིག་ནས། བླ་མ་དགེ་བའི་བཤེས་གཉེན་བསྟེན་མ་ཐུབ། དེ་ནས་ཡང་ཅིག་ཐུན་མོང་གི་ཅིག་ཕྱག་འཚལ་ཡ་ཡིན་ན་རེད། འཁོར་བར་འགྲོ་ཡག་ཡིན་ན་རེད། མཆོད་མེ་ཕུལ་ཡག་ཡིན་ན་རེད། སྤོས་ཕུལ་ཡག་ཡིན་ན་རེད། སྤོས་སྤར་ཡག་དང་མཆོད་མེ་ཕུལ་ཡག་ལ་སོགས་པའི་གེ་དེ་འདྲས་ཀྱི་ཅིག་རྣམ་པ་གེ་བ་ཡིན་དེ་ངས་མང་པོ་ཡོག་རེད་དེ་ཚོ་བྲིས་ཏེ་གཙོ་ཆེ་ཤོས་རེད་པ་ཞིག་བཏོན་ནས་ཉམས་ལེན་གྱི་རིམ་པ་སེ་ཡག་དེ་ཕ་ཆེ་དེ་འདྲས་ཅིག་ལ་ཡག་འགྲོ་གི་ཡོད་ས་རེད་བསམ་པ་མ་གཏོགས་རྒྱུད་འདུལ་དགོས་ཀྱི་ཡོད་པ་དང་དེ་ནང་ནས་གཙོ་བོ་རྒྱུད་ཟེར་བའི་སྐབས་སུ་ལུས་ཀྱི་རྒྱུད། ངག་གི་རྒྱུད། ཡིད་ཀྱི་རྒྱུད་རྒྱུད་གསུམ་ཡོད་རེད། ད་ང་ཚོ་གདུལ་དགོས་ཡ་གི་རྒྱུད་དེ་ཡིད་ཀྱི་རྒྱུད་དེ་རེད་སེམས་ཀྱི་རྒྱུད་དེ་གཏུལ་དགོས་ཀྱི་ཡོད་རེད་དེ་མ་གཏོགས་ལུས་ཀྱི་རྒྱུད་གཏུལ་བ་དང་ངག་གི་རྒྱུད་གཏུལ་བ་དེ་གཙོ་བོ་མ་རེད། དེ་གཏུལ་བའི་གི་སེམས་ཀྱི་རྒྱུད་གཏུལ་བ་ལ་ཕན་པ་གང་ཡང་ཡོད་མ་རེད། ད་དེ་འདྲ་ཞིག་རེད། དེ་འདྲ་ཡིན་དུས་ནང་ཆོས་ཉམས་ལེན་བྱེད་མཁན་གྱི་ནང་ལོགས་ལ་འདུ་ཤེས། ཀུན་སློང། བསམ་མ་སྟོང་དང། ལ་སོགས་པ་ལ་བྱེ་བྲག་གི་དབྱེ་བ་མང་པོ་ཅིག་ཡོད་བསྡད་པ་ཅིག་རེད། མང་ཤོས་ཅིག་ནི་དུས་ཚོད་འཕྲོ་བརླག་མང་པོ་ཅིག་ང་ཚོ་འགྲོ་བསྡད་ཀྱི་ཡོད་རེད་ད། དུས་ཚོད་འཕྲོ་བརླག་འགྲོ་གི་ཡོད་རེད་ཟེར་ཡག་དེ་ངས་ཁ་འདོན་འདོན་ཡག་དེ་འཕྲོ་བརླག་རེད་སྐོར་བར་འགྲོ་ཡག་འཕྲོ་བརླག་རེད་ཕྱག་འཚལ་བ་དེ་འཕྲོ་བརླག་རེད་ཟེར་གྱི་མེད། ཡིན་ནའི་ཁར་ཟེར་ན་ང་ཚོ་ཉམས་ལེན་བྱེད་པའི་སྐབས་སུ། ལུས་ངག་ཡིད་གསུམ་ནང་ནས་གཙོ་བོ་དེ་སེམས་ཡིན་པ་ལ་བསམ་བློ་བཏང་མཁན་དེ་དཀོན་པོ་འདུག། དང། དེ་ལ་བརྟེན་ནས་ང་ཚོའི་ཆོས་ཉམས་ལེན་དེ་ཡག་པོ་ཡོང་གི་མི་འདུག་ཟེར་ཡག་གི་དཀའ་ངལ་མང་པོ་ཅིག་འཕྲད་བསྡད་པ། ཆོས་ཉམས་ལེན་ཅིག་གི་བར་བྱས་ནས་བྱས་བསྡད་པའི་སོ་ར་ཅིག་རང་གིས་ཡང་ཅིག་བྱེད་ཀྱི་ཡོད་བསམ་བསམ་ཅིག་མིག་གིས་བལྟས་པ་ཡིན་ན་ཡང་ཅིག་ཆོས་ཉམས་ལེན་ཅིག་བྱེད་ཀྱི་འདུག་ཟེར་བསྡད་མཐོང་སྣང་ལ་ནི་དེ་འདྲ་ཡོད་བསྡད་པ་ཞིག་བྱས། ཡིན་ན་ཡང་ངོ་ཐོག་ལ། ཚིག་དངོས་གནས་དྲང་གནས་ཀྱི་ཆོས་བྱས་ཤིང་བྱས་ཤིང་བསྒྲུབས་ཤིང་བསྒྲུབས་ཤིང་ཉམས་སུ་བླངས་ཤིང་བླངས་ཤིང་ལ་ཅིག་གི་སེམས་ཀྱི་གཏིང་ལ་ཡོད་བདེ་བས་ཀྱི་ཆགས་སོགས་ཉོན་མོངས་པས་ཀྱི་ལས་སུ་མ་རུང་བའི་བློ་དེ་ཚོ་བྲལ་ནས་བར་གྱི་གྲུང་པོ་རང་བདེ་བདེ་ཡ་ཅིག་འབྱུང་བ་ཞེ་དྲག་མ་ཐེབས་ཡ་ཅིག་དང་བླ་མའི་སྐུ་མདུན་ལ་ཅིག་ཅར་བཀའ་བསྒོ་དགེ་སྤྲོད་ཞུ་ཡ་ལ་སོགས་པ་དང་ཚེ་དབང་ཞུ་ཡ་ལ་སོགས་པ་དང་ཅིག་བྱིན་རླབས་གནང་རོགས་གནང་ཞེས་ནས་ང་ཚོ་གི་ཨུ་ཚུགས་རྒྱབ་བྱས་ནས་དེ་འགྲོ་ཡ་ལ་དགའ་བོ་ཡོད་རེད་བླ་མའི་སྐུ་མདུན་འགྲོ་ཡ། དེ་ཡིན་ན་ཡང་བླ་མའི་སྐུ་མདུན་ལ་ཡང་བསྐྱར་བའི་སྐབས་སུ། འདུ་ཤེས་དང་ཀུན་སློང་འདི་ག་རེ་ཟེར་ན། གསུང་བསྡུས་ཞུ་ཡག་འདྲ་བོ་དང་བྱིན་རླབས་ཞུ་ཡག་འདྲ་བོ་དང། ཕྱག་དབང་གནང་རོགས་ཅེས་ཟེར་ཡག་འདྲ་བོ་དང་གཞི་བུ་གནང་རོགས་ཅེས་ཟེར་ཡག་འདྲ་བོ། དེ་འདྲའི་ཅིག་བགེགས་འདུལ་ཡ་དང་འདྲེ་འདུལ་ཡ་དེ་འདྲའི་ཅིག་གི་བསམ་བློ་ཞིག་རེད་མ་གཏོགས། སེམས་རྒྱུད་འདུལ་དགོས་ཡ་གི་བསམ་བློ་བཏང་མཁན་དེ་དཀོན་པོ་ཡིན་པ་ཡིན་དུས་དེ་ང་ཚོ་ཉི་མ་རེ་རེ་བཞིན་དུ་ཁ་དོན་ཟ་ཡག་ཡིན་ན་རེད་ཅེས་དགེ་བ་གང་དང་གང་བསྒྲུབས་པ་དེ་གནད་ལ་འགྲོ་གི་མི་འགྲོ་བའི་རྩ་བ་དེ་དེ་ན་ཐུག་གི་ཡོད་རེད་བཅོམ་ལྡན་འདས་ཀྱིས་དེ་འགྲིག་གི་མི་འདུག་ད་ངས་གོ་བདེ་པོ་བྱས་ནས་ཞུ་ཡི་ང་རང་ཚོ་ཅིག་ད་ཧི་མ་ལ་ཡའི་རི་རྒྱུད་ཡིན་ན་རེད་དེ་བོད་སྐད་ཡག་ཅིག་བཏགས་པ་ནམ་ཞར་རྒྱུན་དུ་བོད་སྐད་རང་གི་ཐོག་ལ་ཡག་བེད་སྤྱོད་བཏང་སྟེ་ངས་ཚོ་ལ་ངས་དེ་ཞུ་གི་ཡོད། དེ་ནས་འདི་ནང་ནས་ལས་དང་པོ་པ་ཟེར་ན་མི་འདུག་ད་ད་གིས་ཞུས་པ་ལྟར་དུ་རེད་ཆོས་དོན་དུ་གཉེར་བ་ལ་ནི་སྤྲོ་བ་ཡོད་དེ་ངེས་ཡིན་ན་ཡང་དོན་དུ་གཉེར་ཚུལ་དེ་ལ་རྨོངས་དེ་ངས་དེ་ཚོ་དྲི་ལ་ཞུ་གི་ཡོད་ད་ང་ཚོ་ག་རེ་ཟེར་ན། བཅོམ་ལྡན་འདས་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ནས་སྐྱབས་འགྲོ་འདོན་གི་ཡོད་རེད། ལམ་སྟོན་པ་པོ་སངས་རྒྱས་རེད་ལམ་དུ་གྱུར་པ་དམ་པའི་ཆོས་རེད་ལམ་བསྒྲུབ་པའི་གྲོགས་དེ་དགེ་འདུན་དཀོན་མཆོག་རེད་ད་དཀོན་མཆོག་གསུམ་པོ་དེ་ལ་ཡང་ལོག་ལྟས་ལིང་རྗེ་ཐུབ་པ་བཅས་བྱེད་ཡག་དེ་ཤ་ཁྲག་གལ་ཆེན་པོ་རེད། རེད། གཅིག་སྐྱིད་ན་འདྲ་སྡུག་ན་འདྲ་དཀའ་ངལ་འཕྲད་ན་ཡང་འདྲ་དཀའ་ངལ་མ་འཕྲད་ན་ཡང་འདྲ་སྐྱིད་སྡུག་གི་རྐྱེན་གང་འཕྲད་པ་ཡིན་ན་ཡང་དེ་དག་ལ་རག་མ་ལས་པ་བྱས་ནས་གཅིག་གིས་དུས་འདི་ནས་བཟུང་སྟེ་བྱང་ཆུབ་མ་ཐོབ་ཀྱི་བར་དུ་སེ་ཡ་གཅིག་རབ་བྱུང་ན། དེ་ལྟར་མ་བྱུང་ན་ཡང་དུས་འདི་ནས་བཟུང་སྟེ་ཇི་སྲིད་འཚོ་ཡའི་བར་དུ་སེ་ཡ་གཅིག་གིས། སྐྱབས་འགྲོའི་སྡོམ་པ་སྤྲད་ཡ་དེ་ཅིག་སྲིད་འཚོ་ཡི་བར་དུ་ཡོང་གི་ཡོད་རེད། འོ་དེ་འདྲའི་ཅིག་གི་བསམ་བློ་ཞིག་བཏང་བྱས་ནས་ད་གང་ལྟར་སོ་སོ་གི་ཅིག་གི་ཉམས་ལེན་བྱེད་ཀྱི་རིམ་པ་དེ་ཀུན་སྤྱོད་གསུམ་ལ་ཡང་བློ་གཏད་ལིང་ཅུར་ཞིག་བྱས་སྐྱིད་པོ་བྱུང་ན་ཡང་ཀུན་སྤྱོད་གསུམ་གི་ཐུགས་རྗེ་རེད་སྡུག་པོ་བྱུང་ན་ཡང་ལས་འདི་སྒྲིབ་སྦྱོང་བའི་གི་བྱིན་རླབས་རེད་བསམ་པའི་གི་དེ་འདྲ་མ་གཏོགས་ཅིག་སྐྱིད་པོ་བྱུང་བ་དེ་ཅིག་ཀུན་སྤྱོད་ཀྱི་ཐུགས་རྗེ་ཡིན་པ་འདྲ་བོ་སྡུག་པོ་བྱུང་སོང་ན་དེ་ནི་ཡང་ཅིག་ཀུན་སྤྱོད་ལ་ཐུགས་རྗེ་མེད་པ་འདྲ་བོ་དེ་འདྲ་མ་ཡིན་པ་ཅིག་སྡུག་པོ་བྱུང་ན་ཡང་ཚེ་རབས་ཀྱི་ལས་བསགས་པའི་གི་རྣམ་སྨིན་རེད་ད་ལྟ་ཀུན་སྤྱོད་གསུམ་གི་ཐུགས་རྗེ་ལ་བལྟས་ནས་ཕྱི་མ་ནས་ཕྱི་མ་ངན་སོང་གི་སྡུག་བསྔལ་དོའི་དགྲ་ལ་ཡུན་རིང་པོ་མྱོང་མ་གོ་བར་ལུས་རྟེན་འདི་གི་ཐོག་ལ་སྦྱང་ཐུབ་པ་ཅིག་བྱུང་བ་རེད་འདི་ཡང་དཀོན་མཆོག་གི་ཐུགས་རྗེ་རེད་བསམ་པའི་གེ་མདོར་ན་ཅིག་གཅིག་ཏུ་ལེགས་ཉེས་ག་རེ་བྱུང་བ་ཡིན་ན་དཀོན་མཆོག་ལ་ང་ཚོ་གི་རེ་འདོད་སྐྱེད་ཚང་དེ་དེ་འདྲ་ཞིག་རེད་དེ་ཡང་དཀོན་མཆོག་ལ་སྐྱབས་སུ་འགྲོ་ཡ་དེ་ཡང་ཚེ་འདི་གི་ནད་གདོན། བར་ཆད་འབྱུང་པོ་དག་ཅིག་གིས་དེ་འདྲའི་གེགས་ཅིག་གིས་འཕྲལ་སེལ་འཕྲལ་སེལ་གྱི་གནོད་པ་དེ་ཟློག་པའི་ཆེད་དུ་ལ་ང་ཚོ་ཀུན་སྤྱོད་ཟམ་པ་སྐྱབས་སུ་འགྲོ་གི་ཡོད་མ་རེད། འོ་ན་རྒྱུ་མཚན་གང་གི་ཆེད་དུ་སྐྱབས་སུ་འགྲོ་གི་ཡོད་རེད་ཟེར་ན་དེ་ནི་གཅིག་གིས་སྐྱེ་བ་གཏན་གྱི་སྡུག་བསྔལ། འཁོར་བ་དང་བྱེ་བྲག་ངན་སོང་གི་སྡུག་བསྔལ་དོས་དྲག་ལ་ཡུན་རིང་པོ་འདི་ལས་ཐར་བ་ཅིག་བྱུང་ནའང་ད་དེ་འདྲ་ཅིག་ཐར་དགོས་ཀྱི་ཡོད་ན་དེ་ཡི་རྒྱུ་རྩ་བ་ལས་ཉོན་དེ་ཟད་དགོས་ཀྱི་འདུག་ལས་ཉོན་དེ་མ་ཟད་ན་དེའི་བཅས་པའི་འབྲས་བུ་སྡུག་བསྔལ་ཟད་མཁན་མི་འདུག་དེ་ཡིན་དུ་ད་རེས་ང་མི་ལུས་རིན་པོ་ཆེ་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་ཆོས་རྣམ་དག་སྒྲུབ་པའི་གོ་སྐབས་འདི་འདྲ་ཞིག་ཡོད་པ་འདི་ངས་དུས་ཚོད་འཕྲོ་བརླག་མ་གཏོང་བར་བྱས་ནས། སྔོན་གྱི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱིས་ཇི་ལྟར་དང་པོ་སློབ་སྦྱོང་གནང་ཉམས་ལེན་བྱས། ཨོ་ཅིག་དེ་འདྲ་གི་ཐོས་བསམ་སྒོམ་གསུམ་བྱས་པ་དེ་ལྟར་དུ་བྱས་ནས་ངས་ཀྱང་ད་རིང་མི་འགྱུར་རིན་པོ་ཆེ་འདི་ཐོབ་པའི་སྐབས་འདི་ལ་ཡང་དུས་ཚོད་འཕྲོ་བརླག་མ་འགྲོ་བ་བྱས་ནས་བླ་མ་དགེ་བའི་བཤེས་གཉེན་ཞིག་བསྟེན་དེ་ཡི་མདུན་ནས་གདམས་ངག་ཞུ་དེ་ནས་ཆོས་གང་ཐུབ་ཅི་ཐུབ་ཞིག་བྱས་ནས་གང་ལྟར་མི་ཚེ་འདི་འཕྲོ་བརླག་མ་འགྲོ་བ་བྱེད་ཀྱི་ཐོག་ནས་བྱེད་ཀྱི་ཆོས་གནད་དང་ལྡན་པ་ཞིག་ཉམས་ལེན་གནད་དང་ལྡན་པ་ཞིག་ངས་བྱེད་ཀྱི་ཡིན་དེ་འདྲ་ཡོང་ཡག་ལ་དེ་ནས་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་ད་ཐུགས་རྗེ་དང་བྱིན་རླབས་དང་འཇུག་ཡག་གི་ཆེད་དུ་ངས་སྐྱབས་སུ་འགྲོ་གི་ཡོད་བསམ་པའི་བསམ་བློ་བཏང་བ་ཡིན་ན་དང་པོ་མགོ་མ་ནོར་བ་རེད། ཆོས་སྒྲུབ་པ་ལ་དང་པོ་འགོ་བཙུགས་ས་དེ་མ་ནོར་བ་ཞིག་དགོས་ཀྱི་ཡོད་རེད། འགོ་བཙུགས་ས་ནོར་ཚར་ན་གཞུང་ཡང་ནོར་འགྲོ་གི་རེད། ཨ་ནི་འགོ་བཙུགས་པ་ནོར་ལག་ལེན་ནོར་ཚར་བ་ཡིན་ན་འབྲས་བུ་དེ་ཨ་ནི་ག་བ་ཡང་སླེབས་ཡ་ཡོད་མ་རེད། དེ་འདྲ་ཡིན་དུས་དང་པོའི་འདུ་ཤེས་སྲ་མོ་བཏང་ཡང་དེ་ཞེ་དྲག་གལ་ཆེན་པོ་རེད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ། འོ་དེ་འདྲ་ཞིག་བྱེད། ད་དེ་འདྲ་ཞིག་གི་ཐོག་ནས་སྲ་མོ་བཏང་ཡོད་དུས་ང་ཚོ་སྟོན་པའི་སྐུ་བརྙན་མཇལ་ཡག་འདྲ་པོ་དང་སྟོན་པའི་གི་སྐུ་ཐང་མཇལ་ཡག་ལ་སོགས་པ་དེ་འདྲ་ཞིག་མཇལ་ཡོད་དུས་ཡང་འོ་འདི་དབུ་ལ་བཙུགས་འདུག་ཞབས་ལ་འཁོར་ལོ་ཡོད་ངེས་འདི་མ་འདྲ་བ་ཞིག་རེད་བསམ་པའི་སྲ་མོ་དེ་མ་ཡིན་པ་བྱེད། གང་ལྟར་སྟོན་པ་བཅོམ་ལྡན་འདས་ཀྱིས་སྐུ་ཚེའི་ནང་ལོངས་ལ་དཀའ་བ་ག་ཚད་ཞིག་སྤྱད། ཆོས་བསྒྲུབ་པ་ལ་ཡང་དཀའ་བ་ག་ཚད་ཞིག་སྤྱད་ཆོས་ཉམས་ལེན་གནང་བ་ལ་དཀའ་བ་ག་ཚད་ཞིག་ཐུན་མོང་དང་ཐུན་མོང་མ་ཡིན་པའི་རྣམ་ཐར་དེ་ཚོ་རེ་རབ་བྱུང་ན། ཅིག་གིས་ཞིབ་ཅིང་ཕྲ་བ་ཞིག་བློ་ལ་ངེས་ཐུབ་པ་བྱེད། དེ་ལྟར་མ་བྱུང་ན་ཡང་ཐུན་མོང་གི་ང་རང་ཚོའི་སྤྱོད་ཡུལ་དུ་གྱུར་ཐུབ་ཡག་གི་རྣམ་ཐར་ཅིག་ལ་བསམ་བློ་བཏང་ནས་འོ་འདི་ལྟ་བུ་གི་ད་སྤྱད་ཡུལ། སྟོན་པ་བཅོམ་ལྡན་འདས་འདི་རྣམ་ཐར་གྱི་ཆེ་བ། ཡོན་ཏན་གྱི་ཆེ་བ། མཚན་ཉིད་ཀྱི་ཆེ་བ། གཞན་དང་མ་འདྲ་བ་ཅིག་ཡོད་རེད་ཟེར་ཡག་འདོད་རྒྱུ་མཚན་དེ་ང་ཚོ་སྐྱབས་སུ་འོས་པ་ཞིག་བཅོམ་ལྡན་འདས་དེ་ང་ཚོ་སྐྱབས་སུ་འོས་པ་རེད་སྐྱབས་སུ་འོས་པའི་གྱི་ཡུལ་བཅོམ་ལྡན་འདས་དེ་ལ་ཐུན་མོང་ངང་དང་ཐུན་མོང་མ་ཡིན་པའི་གྱི་ཁྱད་པར་གྱི་ཡོན་ཏན་ང་རང་ཚོ་ལས་ཀྱང་ཁྱད་པར་དུ་འཕགས་པ་གང་རེ་ཞིག་འདུག་བསམ་པའི་བློ་ལ་ངེས་ནས་དེ་འདྲ་དེའི་རྣམ་ཐར་དེ་ང་ཚོ་ཡིད་འཕྲོག། བདེན་དྲང་གི་རྣམ་ཐར་འདི་ཁྱད་པར་ཅན་ཡིན་པར་མཐོང་དེ་རང་བརྒྱུད་ལྡན་དུ་བྱེད་དགོས་ཀྱི་འདུག་བསམ་པའི་བསམ་བློ་བཏང་ནས་སྐྱབས་སུ་འགྲོ་བ་ཡིན་ན་སྟོན་པའི་བྱིན་རླབས་གནང་གི་ཡོད་རེད་སྟོན་པའི་བྱིན་རླབས་འཇུག་གི་ཡོད་རེད་གནང་གི་ཡོད་རེད་ཟེར་དུས་དེ་འདྲའི་གསོལ་བ་གཏམ་གྱི་ངོ་ལ་གནང་གསོལ་བ་མ་བཏབ་གོང་ཡང་མ་གནང་བར་ཟེར་བ་ཟེར་གྱི་མེད་དོ་ཐུགས་རྗེ་ཟེར་གྱི་ཡོད་རེད་ཐུགས་རྗེ་གནང་གི་ཡོད་རེད་འཇུག་མ་འཇུག་དེ་གང་ཟག་སོ་སོ་གྱིས་བསམ་བློ་བཏང་ཐང་ན་བརྒྱུད་སྲོལ་ལས་རག་ལས་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་སྟོན་པས་གནང་ན་འདི་གནང་ན། ཅིག་གི་མདོ་ཚན་དེ་ཚོ་ནང་ལ་ཡང་བཅོམ་ལྡན་འདས་ཀྱིས་མང་པོ་གསུངས་འདུག་བ། ང་ལ་དད་པ་རྣམས་ཀྱིས་ང་ཡི་ཡོན་ཏན་ཤེས་ནས་དད་དགོས་རེད། འདི་གོ་བདེ་པོ་འདུག་བ། ང་ལ་དད་པ་རྣམས་ཀྱིས་ཟེར་དུས་བཅོམ་ལྡན་འདས་ལ་དད་པ་བཅོམ་ལྡན་འདས་ལ་གུས་པ་བཅོམ་ལྡན་འདས་ལ་མོས་པ་ཚོས་ད་ག་ས་བཅོམ་ལྡན་འདས་ཀྱི་ཆ་ལུགས་ཆ་བྱད་བཟོ་ལྟ་རྣམ་པ་མ་འདྲ་བ་ཅིག་མཐོང་ནས་སྐྱབས་སུ་མ་འགྲོའོ། ཁོང་གིས་རྒྱུད་ཀྱི་ཐུན་མོང་མ་ཡིན་པའི་ཡོན་ཏན་དེ་ཚོ་ཤེས་པར་བྱས་ནས་སྐྱབས་སུ་སོང་ན། དེ་ཡི་རྒྱུད་ལ་སྟོན་པ་གྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཕོག་ཐུག་རེད་ཟེར་ཏེ་ད་སྐད་ཆ་རྡོག་རྡོག་དེ་ཡོད་རེད་ད་དེ་རྒྱས་བཤད་བྱེད་ཡོང་དུས་ཞེ་སྡང་གི་རིམ་པ་དེ་ལག་འཁོར་ལུག་འཁོར་ཞེས་ནས་མང་པོ་གསུང་གི་ཡོད་རེད་མ་གཏོགས་སྐད་ཆ་རྡོག་རྡོག་དེ་རང་རེད་ད་དེ་འདྲ་བྱེད་ཡོང་དུས་ང་ཚོ་བཅོམ་ལྡན་འདས་ཀྱི་རྗེས་འཇུག་རེད་བཅོམ་ལྡན་འདས་ཀྱི་རྗེས་འཇུག་ཟེར་ཏེ་ཆས་དང་ཆ་ལུགས་ཙམ་ཞིག་གི་རྗེས་སུ་འཇུག་པ་ལ་དེ་ཙམ་ཞིག་གིས་ཆོག་པར་འཛིན་རྒྱུ་ཡོད་མ་རེད། དེ་ཙམ་ཞིག་གིས་ཆོག་པར་འཛིན་གྱི་ཡོད་མ་རེད། ད་འོ་ན་ག་རེ་སྒུག་གི་རེད་ཟེར་ན་རྣམ་ཐར་སྒུག་གི་ཡོད་རེད་རྣམ་ཐར་དེ་བཅོམ་ལྡན་འདས་ཀྱི་དང་པོ་ནི། ངེས་འབྱུང་གི་ངེས་འབྱུང་ཐུགས་ངེས་འབྱུང་གི་བློ་ཐུགས་རྒྱུད་ལས་ཡར་འཁྲུངས་ངེས་པར་འབྱུང་བའི་གི་ཐུགས་བློ་ཐུགས་རྒྱུད་ལས་འཁྲུངས་ད་དེ་མགོ་བཙུགས་ནས་ཕྱིན་ནས་དེ་ནས་ཆོས་ཀྱི་དོན་དག་ལ་དཀའ་བ་མང་པོ་ཞིག་སྤྱད་དགེ་བའི་བཤེས་གཉེན་བསྟེན་ཚུལ་ཉམས་སུ་ལེན་ཚུལ་གྱི་རིམ་པ་མཐར་མངོན་པར་རྫོགས་པར་སངས་རྒྱས་ཚུལ་གྱི་རིམ་པ་དེ་ཚུལ་ཁྲིད་དེ་ལ་ཡང་ང་ཚོ་གི་བསམ་བློ་བཏང་ནས་དེའི་ཡིད་འཕྲོག་ནས་སྐྱབས་སུ་སོང་པ་ཡིན་ན། དེ་ནས་སྟོན་པས་སྐུ་གསུང་ཐུགས་ཀྱི་བྱིན་རླབས་འཇུག་གི་རེད་ཅེས་ནས་ད་ལྟ་མདོ་སེང་ཕལ་ཆེ་བ་ན་དེ་ཡོད་རེད། གསུང་སྟངས་མ་འདྲ་བ་རེད་མ་ཐུག་ད་དེ་འདྲའི་བསམ་བློ་བཏང་ཡོང་དུས་ང་ཚོ་དེའི་དོན་དག་ག་རེ་གོ་དགོས་ལ་སོང་ན་དང་པོ་སངས་རྒྱས་ཞུ་ཡ་དེ་སུ་ཡིན་ང་ཚོ་ཤེས་དགོས་ཀྱི་ཡོད་རེད་དེ་རེད་དོ་བ། དེ་ང་ཚོ་ཤེས་མང་ཆེ་བ་ཤེས་དགོས་ཀྱི་ཡོད་རེད་སངས་རྒྱས་ཞུ་ཡ་དེ་སུ་རེད། ད་ག་ཚད་རི་མོ་རུ་བྲིས་པ་དང་སྐུ་འབུར་དུ་དོད་པ་དང་སོབ་ཆ་ལུགས་དང་ཆ་བྱད་ཅན་གྱི་རྣམ་པ་མཐོང་དེ་ཡ་ཡོད་པ་དེ་ལ་ཡ་སངས་རྒྱས་ཟེར་གྱི་མི་འདུག། དང་སངས་རྒྱས་ཟེར་བ་དེ་དོན་དེ་ལས་ཟབ་ས་ཅིག་དང་དེ་ལས་རྒྱ་ཆེ་ས་ཅིག་དེ་ལས་གཏིང་རིང་ས་ཅིག་འདུག་ད་དེ་ང་ཚོས་ཤེས་དགོས་ཀྱི་འདུག་དེ་ཤེས་ཤེས་དགོས་ང་ཚོས་ཤེས་པར་བྱེད་དགོས་ཀྱི་ཡོད་མ་གཏོགས་ད་ནི་གཞན་སུས་རོགས་པ་བྱེད་ཐུབ་མ་རེད་ད་ང་ཚོས་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད་ད་དེ་འདྲའི་བསམ་བློ་བཏང་ཡོང་དུས་ད་ནི་སངས་རྒྱས་ལ་དད་པ་དང་མོས་གུས་དེའི་རྒྱུ་མཚན་ཤེས་ཡོང་དུས་བཅོམ་ལྡན་འདས་ཀྱི་ཡོན་ཏན་ཁྱད་པར་ཅན་མཐོང་བཅོམ་ལྡན་འདས་ཀྱི་རྣམ་ཐར་དེ་ཁྱད་པར་ཅན་ཅིག་མཐོང་ཡོང་དུས་དེ་ལ་བརྟེན་ནས་ད་ནི་མོས་གུས་དང། དད་པ་རྣམ་པར་དག་པ་ཅིག་སྐྱེ་ཡོང་དུས་དེ་འདྲའི་གི་དད་པ་དེ་བྱང་ཆུབ་མ་ཐོབ་ཀི་བར་དུ་ལ་འགྱུར་ལྡོག་འགྲོ་གི་ཡོད་མ་རེད། དེ་དེ་འདྲ་མེད་ཡོང་དུས་ང་ཚོའི་དད་པ་དེ་ཨག་སར་ཟད་ཅིག་འདུག་བ་ཨག་སར་ཟད་ཡ་དེ་ག་རེ་ཅིག་དང་པོ་པའི་ཞི་བ་ཅིག་རེད་བསམ་བདུན་ཕྲག་ཁ་ཤས་ཅིག་ལོ་ཁ་ཤས་ཅིག་ནི་ཡ་ཞི་བ་ཅིག་བཅས་རྐྱེན་ཅིག་འཕྲད་ཡོང་དུས་བརླག་འགྲོ་ཡ་ཞིག་འདུག་བ་དེ་ག་རེ་བསམ་ན། ཐུན་མོང་མ་ཡིན་པའི་ཡོན་ཏན་དེ་ཚོ་དེ་ང་ཚོས་མཁྱེན་མ་ཐུབ། དེ་ང་ཚོའི་སེམས་རྒྱུད་ལས་ཡང་བསྒྱར་མ་ཐུབ་ཡོད། རྣམ་ཐར་འདིས་སོ་སོའི་སེམས་རྒྱུད་ལས་བསྒྱར་མ་ཐུབ་ཡོད་དུ་དེ་བར་ལ་འཇུག་དང་འགྲོ་གི་ཡོད་རེད། འོ་དེ་འདྲ་ཡིན་དུས་རྒྱུ་མཚན་ཤེས་པའི་ཐོག་ནས་འདི་ལ་ལ་ནས་སྐྱབས་སུ་འགྲོ་གི་རེད་ཟེར་བ་དེ་ང་ཚོ་ཤེས་ཡག་དེ་གལ་ཆེན་པོ་རེད། ད་ཉམས་ལེན་རེད་འདི་ཉམས་ལེན་རང་རེད། ཉམས་ལེན་ཟེར་བའི་སྐབས་སོགས་ལ་ཙོག་ཙོག་བྱེད། དཔེ་ཚ་མདུན་ལ་བཞག། མི་དང་འབྲེལ་བ་བཅད་བྱེད་དེ་འདྲ་ཅིག་ལ་ཡང་ཉམས་ལེན་ཟེར་རྒྱུ་མ་ཡིན་པ། རེད་འདུག་བཅོམ་ལྡན་འདས་ཀྱིས་ཝཱ་ར་ན་སའི་དྲང་སྲོང་ལུང་བ་རེ་དག་གི་ནང་སུ་ཀ་དང་པོ་གདན་བཞིའི་ཆུ་འཁོར་བསྐོར་བ་རེད། གདན་བཞིའི་ཆུ་འཁོར་བསྐོར་བའི་སྐབས་སུ་ལ་དང་པོ་ག་རེ་གསུངས་པ་རེད་ཟེར་ན། སྡུག་བསྔལ་ནས་ཤེས་པར་བྱའོ་ཟེར་ཡང་དེ་ཚིག་དེ་སྒྱིད་སྒོ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ད་ང་ཚོ་སྡུག་བསྔལ་ཤེས་པར་བྱེད་ཐུབ་ཀྱི་ཡོད་མ་རེད། སྡུག་བསྔལ་རྩ་བ་བདེ་བ་ལ་འཁྲུལ་ནས་བསྡད་ཡོད་རེད། སྡུག་བསྔལ་རྩ་བ་བདེ་བ་ལས་འཁྲུལ་པ་ཡིན་དུ་བཅོམ་ལྡན་འདས་ཀྱིས་འདི་ནོར་འདུག། འདི་འདུ་ཤེས་དེ་ནོར་བ་རེད་བསམ་བློ་ནོར་བ་རེད་ཞེ་འདོད་དང་ལངས་ནས་ནོར་བ་རེད་ཟེར་ནས་བཅོམ་ལྡན་འདས་ཀྱིས་ད་ནི་སྡུག་བསྔལ་གྱི་རིམ་པ་དེ་ཚོ་ཚང་མ་དེ་བཀའ་དང་པོ་བདེན་བཞིའི་ཆོས་འཁོར་ནང་ལོགས་ལ་ཡ་གཟབ་དང་རྒྱ་ཆེ་བའི་ཐོག་ནས་གསུངས་ཡོད་རེད་བ་སྡུག་བསྔལ་ཡིན་ཚུལ་དེ་འཁོར་བའི་སྡུག་བསྔལ་གྱི་ཚུལ་ག་འདྲ་ཡིན་པ་དེ་ནི་དགོངས་འགྲེལ་གྱི་ནང་ལོགས་ལ་ཡང་དེ་ག་ནང་བཞིན་གསུངས་ཡོད་རེད་དེ་ཚོ་ཡིན་དུ་ང་ཚོ་གི་སློབ་སྦྱོང་བྱེད་ཡ་དེ་དང་ལམ་རིམ་གྱི་ནང་ལོགས་ལ་ཡ་བསམ་བློ་བཏང་བ་ནང་བཞིན་གྱི་དང་པོ་དེ་ནི་དང་ཅོ་རྙེད་དཀའ་བ་ལ་བསམ་བློ་བཏང་ནས་ཆོས་ཉམས་ལེན་བྱེད་ཚུལ། འཆི་བ་མི་རྟག་པ་ལ་བསམ་བློ་བཏང་ནས་ཆོས་ཉམས་ལེན་བྱེད་ཚུལ། ལས་ཡུལ་འབྱུང་འབྲས་ལ་བསམ་བློ་བཏང་ནས་ཆོས་ཉམས་ལེན་བྱེད་ཚུལ། འཁོར་བའི་ཉེས་དམིགས་ལ་བསམ་བློ་བཏང་དེ་ཚོ་ཤེས་རབ་གལ་ཆེན་པོ་རེད། དེ་ཚོ་ང་ཚོ་ཐུན་མོང་ངོ་སྤྲོད་ཟེར་གྱི་ཡོད་ཐུན་མོང་ཟེར་བའི་སྐབས་སུ་ལ་ལས་སླ་པོ་རེད་ཟེར་གྱི་ཡོད་མ་རེད་གང་རེད་ཟེར་ན་དང་པོའི་འཇུག་སྒོ་རེད་གསུང་གི་ཡོད་རེད། ཁང་པའི་ནང་ལ་འཛུལ་ཡ་ལ་དང་པོ་སྒོ་ཕྱེ་ནས་ཡར་འཛུལ་དགོས་ཀྱི་འདུག་ཨོ་དེ་ལྟ་བུ་གཅིག་གྱོན་གཟབ་དང་རྒྱ་ཆེ་བའི་གི་ཆོས་ཀྱི་སྒོ་ལ་འཇུག་པ་ལ་འཇུག་སྒོ་དང་པོ་དེ་མེད་དུ་མི་རུང་བ་དེ་ག་རེ་ཟེར་ན་དོན་དུ་ལོ་ཏོག་རྣམ་བཞི་དེ་ཆགས་ཀྱི་ཡོད་རེད། ད་ང་ཚོ་དེ་ཙམ་ཞིག་གི་སེམས་པ་དེ་མེད་པ་ཡིན་ན་བདག་མེད་པ་ཟེར་ཡག་འདྲ་བོ་དང་སྤྲོས་བྲལ་ཟེར་ཡག་འདྲ་བོ་དང་སྟོང་པ་ཉིད་ཟེར་ཡག་འདྲ་བོ་དང་རང་བཞིན་མེད་པ་ཟེར་ཡག་དེ་ཚོ་འདྲི་དེ་ཚིག་སྐམ་པོ་ཅིག་རེད་མ་གཏོགས་ང་ཚོ་ལ་ཡང་དེ་ཙམ་ཞིག་གི་ནུས་པ་ཐོན་ཐུབ་ཀྱི་མི་འདུག་བ། དེ་འདྲ་ཡིན་དུ་ད་འཁོར་བ་དེ་མེ་ཡོ་སྲིན་མུ་གེ་གླིང་དུར་ཁྲོད་ཀྱི་ཚང་ལྟ་བུ་རེད་ཤག་ཆོས་རྣམ་དག་ཅིག་མ་གྲུབ་ན་འགྲིག་གི་མི་འདུག་བསམ་པའི་བསམ་བློ་དེ་དཔེ་ལྟ་ས་འདི་སྟོན་པ་བཅོམ་ལྡན་འདས་ཀྱི་རྣམ་ཐར་ད་ག་ནང་བཞིན་གྱི་རྒྱ་གར་འཕགས་པའི་ཡུལ་དང་བོད་གངས་ཅན་གྱི་ལྗོངས་ལ་ཕལ་པའི་གིར་ད་བསམ་གྱིས་མི་ཁྱབ་པའི་སྐྱེས་བུ་མང་པོ་ཞིག་ཕལ་ཡོད་རེད་དེ་ཚོའི་བྲིས་ཀྱི་རྣམ་ཐར་དེ་ལ་ང་ཚོ་ལྟ་ས་ཡོད་རེད་ཀློག་ཡ་ཡོད་རེད་ངོ་ཤེས་མིག་ལྟོས་བྱེད་ས་ཡོད་རེད་དེ་ཚོའི་གྲས་ལ་བསམ་བློ་བཏང་ནས་ལྟ་ནི་གཅིག་གི་ཉམས་ལེན་དེ་གནད་དུ་འགྲོ་ཐུབ་རེད་དེ་ཡིན་དུས་ང་ཚོ་ཐུགས་རྗེ་མི་འདུག་བྱིན་རླབས་མི་འདུག་ནུས་པ་མི་འདུག་ཟེར་ནས་ལམ་སང་དེ་བཤད་བཞག་པ་མ་ཡིན་པ་བྱས་ཡོད་འདུག་ག་ཐུགས་རྗེ་ཡོད་རེད་ནུས་པ་ཡོད་རེད་ཆོས་ལ་བྱིན་རླབས་ཡོད་རེད་ཡོད་ན་ཡང་ཆོས་སྒྲུབ་ན་སྒྲུབ་ལུགས་རེད། དེའི་སྒྲུབ་ལུགས་དེ་ང་ཚོར་མ་ཤེས་ན། ཡང་ན་བྱིན་རླབས་ཡོད་རེད་ཟེར་བ་ཙམ་ཞིག་གིས་ཕན་གི་མི་འདུག་ཁོ་ཁོ་པ་རྣམས་ལ་འཛུལ་དགོས་ཡང་ན་ཡོད་མ་རེད། དེ་འདྲ་ཡིན་དུས་ད། རྒྱུད་ལ་འབྱོར་དགོས་ཀྱི་ཡོད་རེད་རྒྱུད་ལ་འབྱོར་ཡག་ལ་རང་གིས་ལག་ལེན་ཐབས་དགོས་ཀྱི་ཡོད་རེད་མ་གཏོགས་རང་གིས་ལག་ལེན་མ་ཐབས་པ་ལ་ད་ག་སངས་རྒྱས་ཐུགས་རྗེ་ཆེན་པོ་རེད་བྱིན་རླབས་རང་ལ་ཡག་དེ་ནས། ཚ་ཚ་ལ་ཡག་ཚ་ཚ་རྐུ་ཕོར་བཏབ་པ་ནང་བཞིན་བཞིན་འཇུག་ཡག་ཡོད་རེད་བསམ་ན་དེ་འཇུག་གི་ཡོད་མ་རེད་དེ་འདྲ་ཡིན་དུས་ང་ཚོ་དང་པོ་སློབ་སྦྱོང་བྱེད་དགེ་བའི་བཤེས་གཉེན་བསྟེན་ནས་སློབ་སྦྱོང་བྱེད་ཡག་དེ་ཤ་སྟག་གལ་ཆེན་པོ་རེད་དེ་འདྲ་བྱེད་མ་བྱེད་ན་སྐྱབས་སུ་མཆིའོ་ཟེར་བ་ཕན་གི་མི་འདུག་ག། འོ་དེ་འདྲ་ཡིན་དུས་ད་ལྟ་ངས་ཞུ་ཡ་ལ་དར་ལྕོར་རྙེད་དཀའ་ལ་བསམ་བློ་ནན་ཏན་ཅིག་བཏང་ང་ཚོ་སྒོམ་རྒྱག་དགོས་ཀྱི་ཡོད་རེད་སྒོམ་རྒྱག་བསམ་བློ་བཏང་ནན་ཏན་བྱས་དར་ལྕོར་མི་ལུས་རིན་པོ་ཆེ་ཐོབ་དཀའ་བ་མི་ལུས་རིན་པོ་ཆེ་ད་རིང་ཐོབ་ཡོད་རེད་རྙེད་དཀའ་བ་ཡིན་ཟེར་གྱི་ཡོད་རེད་རྙེད་ན་དོན་ཆེ་བ་རེད་ཟེར་ཡ་དེ་ཁ་ནས་བཤད་བསྡད་པ་མ་ཡིན་པ་དོན་རྙེད་དཀའ་ཚུལ། རྙེད་ཚར་ནས་རྙེད་པའི་རྗེས་སུ་དོན་བྱས་ཚུལ། ནུས་པ་ཆེ་ཚུལ་ཕན་ཐོགས་ཆེ་ཚུལ་དེ་ཚོ་རེད་ལ་ཡ་བསམ་བློ་ནན་ཏན་ཞིག་བྱེད་ཀྱི་ཡིན་ན་ཨ་ཡེ་ངས་འདི་ད་རེས་མི་ཚེ་འདི་འཕྲོ་བརླག་བཏང་པ་ཡིན་ན་འགྲིག་གི་མི་འདུག་བསམ་པའི་གེ་སོ་ལ་སེམས་ལ་ཡང་དངངས་སྐྲག་ཅིག་སླེབས་ཐུབ་ཀྱི་ཡོད་རེད། དེ་མིན་ན་ད་ག་ཚབ་ད་འཇོན་མི་ལུས་རིན་པོ་ཆེ་རྙེད་ག་ལ་ག་བ་བསམ་ན་མི་རྫག་རྡོག་རྡོག་ག་བ་ལས་ག་བ་ག་ས་ག་ལ་འདུག་བསམ་ས་འདྲ་བོ་ཞིག་ཡོང་གི་འདུག་ད་འཇོན་རྙེད་ག་བ་གང་རེད་མི་འདུག་རྫག་རྡོག་འདུག་བསམ་ས་འདྲ་བོ་ཞིག་འདུག་ཡིན་ན་དེ་ཡིན་སྟབས་ཕན་གྱི་ཡོད་མ་རེད་དེ་འདྲ་ཡིན་དུས་ང་ཚོ་ད་འཇོན་རྙེད་ག་ཚུལ་རྙེད་ན་དོན་ཆེ་ཚུལ་ལ་བསམ་བློ་བཏང་ནས་བློ་ནང་དུ་བཀུག་བྱས་ནས། དེ་འདྲ་གི་ཐོག་ནས་བློ་ཆོས་སུ་འཕགས་འཇུག་དགོས་ཡག་གི་རིམ་པ་གཅིག་ལ་ང་ཚོ་དང་པོ་བསམ་བློ་གནང་ཡག་འདི་ཕྱི་དར་གལ་ཆེན་པོ་རེད་ད་ཏིང་ངེ་ང་རང་ཚོ་དེ་སྤྱི་དང་དག་གི་གོང་དུ་ཤོད་པ་ནང་བཞིན་རེད་ཆོས་སྒྲུབ་པ་ལ་ཡག་དོན་གཉེར་ཡོང་གི་འགྲུབ་སྟངས་མ་ཤེས་ང་ཚོ་ལ་ཞུ་གི་ཡོད་དེ་ནས་ཆེ་བ་མི་དར་རེད་ད་ང་ཚོ་བློ་སྡུག་ཤོས་དེ་དེ་རེད་སང་ཉིན་གནངས་ཉིན་གཞན་ཉིན་ག་བདུན་ཕྲག་རྗེས་མ་ཟླ་བ་རྗེས་མ་ལོ་ཆུང་མ་ཕ་ནར་འགྲོ་གི་འདུག་ག་ད་ང་ཚོ་མང་ཆེ་བ་དེ་ཚོས་ཟེར་རྒྱུ་རེད་ཆོས་ད་ལྟ་ལོས་ཡིན་ཏེ་སྤྱིར་བཏང་ང་ཚོས་ཤི་དགོ་བསམ་པའི་བསམ་བློ་ད་ངན་དུ་དཀོན་པོ་རེད་ད་ཤི་ཚེ་ཤི་འགྲོ་གི་རེད་དེ་ཡིན་ན་ཡང་ཅིག་ད་ལྟ་ལྟ་ཤི་མི་འོང་བསམ་པའི་བསམ་བློ་བྱེད་རེད་མ་གཏོགས་ཚེ་ལ་སྟངས་འཛིན་གྱི་བློ་དེ་ཞེ་དྲག་ཤུགས་ཆེན་པོ་ཡོད་རེད་ཚེ་མི་རྟག་པ། ཅིག་གི་ནམ་ཕྱི་ཆ་མེད་ཕྱི་རྐྱེན་ངེས་མེད་ཚེ་ལ་ངེས་མེད་ཀྱི་དེ་ཚོར་བསམ་བློ་བཏང་ནས་བླ་མ་གོང་མ་ཚོ་བཀའ་གདམས་པའི་བླ་མ་གོང་མ་ཚོ་དགེ་བའི་བཤེས་གཉེན་གོང་མ་ཚོ་གི་ནི་དེ་ནི་ནམ་ཕྱི་ཆ་མེད་རེད་བསམ་བཞིན་ནས་དགུང་མོ་ཟིམ་ག་ལ་ཡང་གནོད་དང་ཞེ་ཆེན་ཡིན་ན་ཡང་ཁ་སྦུབ་ནས་བཞག་ཡག། ཨོང་དེ་འདྲས་ཀྱི་འདུ་ཤེས་བཞག་ནས་འཆི་བ་ནམ་ཡང་ངེས་པ་མེད་པ་དེ་འདྲས་ཀྱི་ཐོག་ནས་འདུ་ཤེས་བཞག་ནས་ཉམས་ལེན་གནང་གི་ཡོད་རེད་ད་ང་ཚོ་དེའི་བསམ་བློ་དེ་དཀོན་པོ་རེད་འདུག་ག་དེ་འདྲས་ཞིག་རེད་ད་བྲག་མགོ་ལས་གཟུགས་ཆེན་པོ་ཅིག་བརྒྱབ་བྱས་ཡོད་རེད་ཟེར་བ་དེ་ནས་ཕ་ནས་སྨྲེ་སྔངས་ཀྱི་མོ་ཏྲ་དེ་ཝིང་ཨོང་ཝིང་ཨོང་ཟེར་བ་དེ་ད་ཕ་ཆེ་སྨད་འགྲོ་ཟེར་བ་འདྲ་བོ་ཅིག་དེ་ནས་སེམས་མ་དེ་འདྲས་ཅིག་སླེབས་ཀྱི་འདུག་ག་དེ་རེད་མ་གཏོགས་ཅིག་སྐྱིད་པོ་ཐང་པོ་ཡོད་པའི་སྐབས་སུ་ལ་ད་ལྟ་ཤི་མི་ཡོང་བསམ་པའི་བསམ་བློ་འདང་ངེས་ཤ་སྟག་རེད་དེ་འདྲས་ཡིན་དུས་ང་ཚོ་འཆི་བ་མི་རྟག་པ་དེ་མ་དྲན་ཡོང་དུས་བསམ་པ་ལ་ད་ཆོས་ལ་འགྲོ་ཐུག་ཡོད་མ་རེད། རྗེ་བཙུན་མི་ལ་རས་པས་ང་འཆི་བས་འཇིགས་ནས་རི་ལ་བྲོས། ངས་རྟག་པར་ཅོག་ཙེ་ཡོད་བརྩིགས་ཏེ་ང་འཆི་བས་འཇིགས་ནས་རི་ལ་བྲོས། ནམ་འཆི་ཆ་མེད་བསྒོམ་བསྒོམ་ནས་འཆི་མེད་གཉུག་མའི་རྩེ་ས་ཟིན་ད་འཆི་བས་འཇིགས་པ་བོར་ཏེ་ཐལ། དང་པོ་ཆོས་འགོ་བཙུགས་ཡ་དེ་འཆི་བ་ལ་སྐྲག་འདུག་ག་མི་ལ་རས་པ་ཡིན་ན་ཡང། འཆི་བས་འཇིགས་ནས་རི་ལ་བྲོས། རི་ལ་བྲོས་ནས་འཆི་བ་ལ་ཐར་བའི་སྐད་ཆ་མ་རེད། ཡིན་ན་ཡང་རི་ལ་བྲོས་ན་ག་རེ་ཡོད་ཟེར་ན་འཆི་བས་འཇིགས་པ་ལས་ཐར་གི་ཡོད་རེད། ང་ཚོ་ད་ལྟ་འཆི་བའི་འཇིགས་པ་ཡོད་རེད་དེ། ཡིན་ན་ཡང་འཆི་བའི་འཇིགས་པ་ལས་སྐྱོབ་སྟངས་དེ་སོ་སོ་གི་ལེ་ལོ་དང་རྣམ་གཡེང་ཁོ་ན་ལ་འགྲོ་ཡི་འདུག་བཙན་པ་ལ་ཉམས་ལེན་བྱེད་ཀྱི་མི་འདུག་བ། བྱེད་ཀྱི་ཡོད་པ་དང་མང་ཆེ་བ་ཅིག་དེ་འདྲ་ཡིན་དུས་མི་ལ་རེ་བས་གས་འདི་ཚོའི་མི་ལས་ང་འཆི་བའི་འཇིགས་ནས་རི་ལ་བྲོས། ནམ་འཆི་ཆ་མེད་སྒོམ་སྒོམ་ནས་ཟེར་ཡ་དེ་ཉི་མ་རེ་རེ་བཞིན་གྱི་ཐུན་གྱི་ནང་གི་ཉམས་ལེན་རེད། ང་ཚོ་ད་ག་དུས་ཤི་ཡོང་བསམ་པའི་བཀའ་གདམས་པའི་བླ་མ་ཁོང་མོ་ཚོ་དེ་འདྲ་རེད་བ། ཉམས་ལེན་གྱི་གཙོ་བོ་དེ་ན་བཞག་གི་ཡོད་རེད། ཅིག་གི་ག་དུས་ཤི་ཡོང་ངེས་པ་ཡོད་མ་རེད་ཁྱི་རྒྱན་ངེས་མེད་རེད་ནམ་ཚིག་ཆ་མེད་རེད་ཚེ་རང་ངེས་མེད་རེད་དེ་འདྲའི་གི་བསམ་བློ་བཏང་ཡོང་དུས་ད་ལྟ་གཟུགས་པོ་ཐང་པོ་ཡོད་རེད་ཟེར་བ་ཡིན་ན་ཡང་ཁུག་ཨུག་ཕ་བཏང་ཡང་ཅིག་དང་ཡར་སྔོན་བས་ཅིག་གི་པགས་རུ་ལ་ཡར་སྣེ་སུ་ལ་འཇུ་བ་ག་རེ་ཐེབས་ཡོང་ང་ཚོ་ཤེས་ཐུག་གི་མ་རེད་ཚོད་ཐུག་གི་མ་རེད་བ་ཐུག་གི་མེད་འདུག་དེ་འདྲའི་གི་བསམ་བློ་བཏང་ཡོང་དུས་ད་ནི་འཆི་བ་མི་རྟག་པ་ཁྲེང་ཡང་དེ་ཞེ་དྲག་གལ་ཆེན་པོ་རེད་འཆི་བ་མི་རྟག་པ་ཡོད་པ་ཡིན་ན་དང་པོ་ཆོས་ལ་འཇུག་པ་ལ་ཡང་ཁོས་གྲོགས་བྱེད་ཀྱི་རེད། ཆོས་མངོན་ཞིང་ཉམས་ལེན་གྱི་སྐབས་སུ་ལ་ཡང་འཆི་བ་མི་རྟག་པ་ལ་བློ་འཇུག་ན་དེ་ཡིས་གྲོགས་བྱེད་ཀྱི་རེད། འཆི་བ་མི་རྟག་པའི་བསམ་བློ་དེ་གིས་ཆོས་མཐར་ཕྱིན་པ་ལ་ཡང་དེས་གྲོགས་བྱེད་ཀྱི་ཡོད་རེད་དེ་མ་གཏོགས་ཞེ་སྣང་སྐུལ་བའི་སྐད་ཆ་གཅིག་པུ་མ་རེད་ཤི་འགྲོ་གི་རེད། སང་ཉིན་ཤི་འགྲོ་གི་རེད་དབུགས་ཆད་འགྲོ་གི་རེད་ཟེར་ཡག་གི་ཞེ་སྣང་སྐུལ་ཡག་དང་འཇིགས་སྐུལ་བྱེད་ཡག་གི་སྐད་ཆ་གཅིག་པུ་མ་ཡིན་པར་ང་ཚོ་དུས་ཚོད་ལ་ཡང་དམ་འཛིན་བྱེད་ཡག་ལ་ཕན་ཐོགས་ཆེན་པོ་ཡོད་རེད། ཆོས་སྒྲུབ་པ་དེ་དག་ང་ཚོ་དུས་ཚོད་འཕྲོ་བརླག་མང་པོ་ཞིག་འགྲོ་གི་ཡོད་རེད་ད་ཉི་མ་རེར་ཅིག་ཆོས་པ་ཡིན་ཟེར་གྱི་ཡོད་རེད་དེ། ཐུན་གཅིག་བདམས་ཆུ་ཚོད་གཅིག་གཉིས་བཅས་ལ་ཐུན་བདམས་བྱས་དེ་ནས་ཐུན་དེ་མ་གྲོལ་ཟེར་བའི་སྐབས་སུ་ལ་ཡང་ཅིག་སོ་སོ་དགའ་བོ་ཉེ་བོ་རྩ་ལ་འགྲོ་བྱ་ཕོར་པ་གང་འཐུང་བྱས་ད་ཡང་ཅིག་དེ་ལ་ཅིག་ཟ་ཡག་འདྲ་འཐུང་ཡག་འདྲ་ཡང་སོ་སོ་སྐྱེས་ཕག་གིས་ངོ་ཤེས་པ་དེ་གས་ཚུལ་གྱིས་བྱས་ཡང་མཉམ་དུ་ལ་བསྡད་དེ་ནས་ཅིག་ཅི་འགྲོའི་མི་འགྲོ་སྐད་ཆ་འདྲ་པོ་བཤད་དེ་འདྲ་བྱས་ད་ཆུ་ཚོད་གསུམ་པ་ཟིན་སོང་ཟ་ག་བྱས་དེ་ནས་ཡང་ཤག་གི་སྤུ་ལ་ཡང་འཛུལ། ཡང་ཅིག་མདའ་ཧྲུལ་ཧྲུལ་དྲིལ་བུ་འདྲ་ཀིར་ཀིར་ཀིར་ཁ་ཤས་ཤིག་སྤྲོ་དགའ་བྱས་དེ་རེད་འདུག་ག་དེ་ནས་ཅིག་གིས་ཉན་པ་ཟ་གི་ཡོད་ན་རེད་དོན་ག་རེ་བཏང་གི་ཡོད་པ་ཡིན་ན་རེད་ལག་ཐོག་ཁ་པར་དེ་ཅོག་ཙེ་སྒང་ལ་བཞག་རེད་འདུག་ག་དེ་ནས་གང་དོན་ཟ་གི་ཟ་གི་ལག་ཐོག་ཁ་པར་ལ་ལྟ་གི་ལྟ་གི་ཅིག་ལ་ཟེར་གི་ཟེར་གི་ད་ལྟ་དེ་འདྲ་ཞིག་རེད་དེ་ནས་ཕ་གིས་ལག་ཐོག་ཁར་པར་དེ་གི་ནང་ནས་ཀྲིང་ཞིག་ཏུ་བཙན་པ་ན་འདོན་པ་མཚམས་ག་བ་བཞག་ཡོད་ཧ་མ་གོ་བ་བྱས་ཆགས་འགྲོ་གི་འདུག་ག་འོ་འོ་འོ་དེ་འདྲ་ཞིག་ཆགས་འགྲོ་གི་རེད་འོ་དེ་འདྲ་བསྐང་གི་ཡོད་རེད་དེ་ནས། དེ་ནས། ཅིག་ལྟ་ཆོས་པ་ཕན་ཚུན་ཡིན་ན་ཡང་ཅིག་ལྟ། སྐད་ཆ་ད་ལྟ་སང་ཉིན་གུང་སེང་ཡིན་ཟེར་ཡ་འདྲ་བོ་དང་ཉིན་གུང་རྒྱབ་ལ་ཡང་ཉེ་ཡ་དུས་ཚོད་རེད་ཟེར་ཡ་འདྲ་བོ་ཅིག་ཅིག། དོ་འདྲ་ཟེར་ཡོང་འདོད་དོ་སྔོན་མ་འདྲེན་སྦྱོང་ལ་ཡང་འདྲེན་ནས་ད་ཅིག་ཡོད་རེད། མི་དྲག་ག་ཅིག་འོང་དེ་ལ་ཁོ་རང་ལ་ཡང་ཆོས་ལྡན་དེ་ལ་བླ་མ་ཅིག་ཡོད་རེད་བླ་མ་དེ་ཧ་ཅང་གི་སྙན་གྲགས་ཆེན་པོ་རེད་འབྲུག་པ་བཀའ་རྒྱུད་ཀྱི་བླ་མ་སློབ་དཔོན་གངས་རི་རིན་པོ་ཆེ་ཟེར་ནས་ཧ་ཅང་གི་སྙན་གྲགས་ཆེན་པོ་རེད། དེ་ཁོང་དེར་བཞུགས་པའི་སྐབས་ཉིན་གུང་བཀའ་མོལ་འདྲ་བྱེད་ཚད་ཟིན་གནང་གི་ཡོད་ཟེར་དེ་ཁོས་ཟེར་གྱི་འདུག་ས་ད་ཉེ་བའི་དུས་ཚོད་ལ་སླེབས་སོང་ཟེར་ནས་ཁོ་རང་ཤག་ལ་འགྲོ་གི་ཡོད་ཟེར་བ་དེ་ཁོང་གིས་གསུང་གི་གདའ་ཟེར་ཁོང་དཔེ་སློབ་སྦྱོང་ཆེན་པོ་རེད་ཟེར་གྱི་འདུག་དེ་སློབ་སྦྱོང་ཆེན་པོ་གང་ཡང་རེད་མི་འདུག་མི་ཚེ་གང་པོ་ལ་ཉེ་ཉེ་ཉེ་ད་རུང་ཡང་ཉེ་བའི་དུས་ཚོད་ཟེར་ཡ་ཆེན་དམིགས་བསལ་ཟུར་དུ་ཅིག་དགོས་ཀྱི་འདུག་དེ་ཡིན་དུས་ད་ཁོ་སློབ་སྦྱོང་ཆེན་པོ་རེད་མི་འདུག་གསུངས་པ་རེད་ཟེར་ཁོས་དེ་འདྲ་ཡིན་དུས་ང་ཚོ་དུས་ཚོད་དེ་ལ་ཡར་དམ་འཛིན་མ་བྱས་ཡོང་དུས་ཚང་པ་ལ་ཅིག་དུས་ཚོད་ལ་ཅིག་དབྱེ་བ་མང་པོ་ཅིག་ཕྱེས་ཏེ་སློབ་སྦྱོང་གི་དུས་ཚོད། ཉམས་ལེན་གྱི་དུས་ཚོད་རེད་ཟེར་ཡང་འདྲ་པོ་སྒོམ་བྱ་ཡི་དུས་ཚོད་རེད་ཟེར་མང་པོ་ཞིག་རེད་དེ་འདྲ་མེད་པ་བྱས་ནས་ད། ད་ལྟ་ང་ཚོ་ཐུགས་བཞེད་བླ་མའི་རྣལ་འབྱོར་ན་ཡོད་པ་ངེས་པར་ཆེ་བ་སྙིང་ནས་དྲན་པ་དང་མོས་གུས་རྣལ་མ་རྒྱུད་ལ་སྐྱེ་བ་ནས་ཞེན་ལོག་མཐའ་རུ་ཕྱིན་པའི་ངེས་འབྱུང་གིས་མི་བཅོས་དགའ་བའི་བྱིན་རླབས་འཇུག་ཆོག་གཅིག་སྐར་མ་པ་སྐྱེས་པ་མི་བཅོས་རྡོ་གཅིག་གི་བྱིན་རླབས་འཇུག་གི་རེད། བྱིན་རླབས་འཇུག་ཡ་ལ་དང་པོ་མགོ་གང་ནས་བཙུག་དགོས་ཟེར་ན་ངེས་པར་ཆེ་བ་སྙིང་ནས་དྲན་པ་དང་ཟེར་དུས་ཆེ་བ་སྙིང་ཁོང་ནས་དྲན་པ་ཞིག་དགོས་ཀྱི་འདུག་ཆོས་རྣམ་དག་ཡོང་ཡ་ལ་ཡ། འཆི་བ་ནམ་ཡང་ངེས་པ་མེད་པ། མི་རྟག་པ་ཡིན་པ། ཚེ་སྟངས་འཛིན་གྱི་དབང་དུ་མ་སོང་བ། དེ་གི་ཚེ་ལ་ངེས་པ་མེད་པའི་བསམ་བློ་གཏང་དགོས་ཀྱི་རེད། དེ་རེད་འདུག་བ། དེ་འདྲ་ཡིན་དུ་ངེས་པར་འཆི་བ་སྙིང་ནས་དྲན་པ་དང། མོས་གུས་རྣལ་མ་རྒྱུད་ལ་སྐྱེ་བ་ནས། བླ་མ། སོ་སོ་ལ་ཡང་ཆོས་བསྟན་མཁན་གྱི་བླ་མ་དགེ་བའི་བཤེས་གཉེན་དེ་ལ་མོས་གུས་ཅིག་དགོས་ཀྱི་འདུག་མོས་གུས་དེ་ཡང་མོས་གུས་རྣལ་མ་ཞིག་དགོས་ཀྱི་འདུག་མོས་གུས་རྣལ་མ་ཟེར་ཡ་དེ་གསང་སྔགས་ཀྱི་ཉམས་ལེན་གྱི་སྐབས་སོགས་ལ་ཡང་ཡོན་ཏན་སངས་རྒྱས་དང་མཉམ་ན་ཡང་སྐུ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡིན་བསམ་པའི་གི་འདུ་ཤེས་ཅིག་འགོག་གི་ཡོད་རེད་དེ་ཡང་འདུ་ཤེས་ཟེར་བའི་སྐབས་སུ་ལ་རེ་ཡ་ཡ་བསམ་པའི་གི་བློ་ཡི་འདུ་ཤེས་དེ་ཙམ་མ་ཡིན་པ་མྱོང་བ་མངོན་སུམ་དུ་ཐོན་ཐུབ་པའི་གི་བླ་མ་དེ་སངས་རྒྱས་དངོས་ཡིན་ཡོན་ཏན་སངས་རྒྱས་དང་མཉམ་ན་ཡང་སྐུ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡིན་བསམ་པའི་གི་སེམས་ཀྱི་གཏིང་ནས་ངེས་ཤེས་ཅིག་འགོག་གི་ཡོད་རེད། ངེས་ཤེས་དེ་ཡང་ག་འདྲ་ཞིག་ཐོག་ནས་ཡོང་གི་ཡོད་རེད་ཟེར་དུས་བླ་མའི་མདུན་ནས་གདམས་ངག་ཞུ་གདམས་ངག་སེམས་ཐོག་ཏུ་བཀལ། ཉམས་ལེན་བསྟུད་མར་བྱས་ནས་ཉིན་མཚན་ལྟོས་མེད་དུ་ཉམས་ལེན་བྱས་ཡོང་དུས་རང་གི་སེམས་ལ་ཡང་ཉམས་དང་རྟོགས་པ་སྐྱེ་ཡོང་དུས་དེ། ཉམས་དང་རྟོགས་པ་སྐྱེ་བའི་གི་རྐྱེན་དེ་སུས་བྱས་པ་རེད་ཟེར་ན་གདམས་ངག་གིས་བྱས་པ་རེད། གདམས་ངག་དེ་སུས་བཏོན་པ་རེད་ཟེར་ན་བདག་ཆེན་བླ་མ་ལ་བརྟེན་ནས་བྱུང་པ་ཡིན་དུས་འོ་དེ་འདྲའི་གི་བླ་མ་དེ་དགེ་བའི་བཤེས་གཉེན་དེ་ད་ཤེས་ལྡན་མ་འདྲ་བ་རེད་འདུག་བསམ་པའི་གི་ཁོ་མོ་གུས་དེ་བླ་མ་གིས་བསྐྱེད་ཡོང་དུས་དེ་ལ་ཡང་མོ་གུས་རྣལ་མ་ཟེར་བ་རྣལ་མ་ཟེར་ཡ་དེ་མ་བཅོས་པ། མོ་གུའི་རྣམ་པར་བརྟག་པ་ཅི་ལགས། དེ་མ་གཏོགས་ང་ཚོ་མོ་གུ་ཡང་འདྲ་ལ་འདྲ་བ་ནོར་དོགས་ཡོད་རེད་བ། དེ་མ་ཡིན་པ་མོ་གུའི་རྣམ་མ་ཟེར་ཡ་དེ་རེད་མོ་གུའི་རྣམ་མ་རྒྱུད་ལ་སྐྱེ་བ་གཞན་ལོག་མཐའ་རུ་ཕྱིན་པ་ཟེར་འདུག་བ། གཞན་ལོག་མཐའ་རུ་ཕྱིན་ཟེར་ཡ་དེ་ཆོས་དང་པོ་དེ་གཞན་ལོག་གི་འགོ་བཙུགས་པ་རེད། དངོས་གཞིའི་ཉམས་ལེན་ཡང་གཞན་ལོག་གི་གཞུང་བསྐྱངས་ཡོད་རེད། མཐའ་མ་ཆོས་མཐར་ཕྱིན་པ་དེ་ཡང་གཞན་ལོག་གི་མཐར་ཕྱིན་བཅུག་ཡོད་རེད་དེ་འདྲ་ཡིན་དུས་དང་པོ་འགོ་མ་ནོར་བ་གཞན་ལོག་གི་འགོ་བཙུགས། ཉམས་ལེན་དངོས་གཞིའི་ཉམས་རྒྱུན་སྐྱོང་ཡ་ལ་ཡང་མ་ནོར་བ། ད་ལྟ་འཆི་བ་སྙིང་ཁོངས་སུ་ཚུད་པའི་མི་རྟག་པའི་ཞེན་ལོག་གིས་གྲོགས་བྱས། མཐའ་མ། ཆོས་མཐར་ཕྱིན་པ་ལ་ཡང་དེ་ནི་ཞེན་ལོག་གིས་གྲོགས་བྱས་ནས་གང་ལྟར་ཐོག་མཐའ་བར་གསུམ་ག་ལ་ཡང་མེད་དུ་མི་རུང་བ་དེ་གྲོགས་དེ་ཞེན་ལོག་གིས་བྱེད་ཀྱི་འདུག་བ། དེ་འདྲ་ཡིན་དུས་ཞེན་ལོག་མཐར་རུ་ཕྱིན་ཟེར་བ་དེ་ཞེན་པ་ལོག་པ་ཁོ་རང་མཐར་རུ་ཕྱིན་ཟེར་གྱི་ཡོད་མ་རེད་ཞེན་ལོག་གི་འགོ་བཙུགས། ཉམས་ལེན་དངོས་གཞི་ཡང་ཞེན་ལོག་གིས་རྒྱུན་བསྐྱངས། མཐར་ཕྱིན་པ་ཡང་དེ་ནི་ཞེན་ལོག་དང་འགྲོགས་ཡོང་དུས་ཞེན་ལོག་མཐར་རུ་ཕྱིན་པ་ཟེར་བ་དེ་འདྲ་ཡིན་དུས།

དེ་ནས་ཅིག་གིས་སྡིག་པ་སྲོག་ལ་བབ་ཅིང་ཡང་བྱེད་མི་ཕོད་པ་ཅིག་བྱས། དགེ་བ་དེ་ཅིག་ཆུང་ཆུང་ཞིག་ཡིན་ན་ཡང་དེ་ཡལ་བར་མ་དོར་ཏེ་བསྒྲུབ་དགོས་ཡ། དེ་འདྲ་ཡིན་དུས་བསམ་པ་ལ་དགེ་བ་བསྒྲུབ་པ་དེ་མེད་དུ་མི་རུང་བ་ཡིན་པ་སྡིག་པ་སྤང་དགོས་ཡ་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ལ་བསམ་བློ་བཏང་ནས་གང་ལྟར་དགེ་བ་བསྒྲུབ་པ་ལ་སྤྲོ་བ་ཡོད་པ་སྡིག་པ་སྤོང་བ་ལ་སྤྲོ་བ་ཡོད་པ་ཅིག་ཤེས་རབ་ཀྱིས་དྲངས་པའི་ལས་འབྲས་ལ་ཡིད་ཆེས་པའི་གི་ལྟ་བ་ཞིག་དགོས་ཀྱི་འདུག་ག། དེ་གལ་ཆེན་པོ་རེད་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱིས་བདེ་ཆེན་ཉིད་ཕྱིར་ཆོས་ལ་བརྟེན་ཤེས་རབ་བརྟེན་ཅེས་ཡང་དག་རིག་ཁ་སང་ཞིག་ཞུས་པ་ཡིན་པ་བདེ་ཆེན་ཉིད་ཕྱིར་ཆོས་ལ་བརྟེན་ཤེས་རབ་བརྟེན་ཅེས་ཡང་དག་རིག་འདི་ཉིད་གཙོ་བོ་ཤེས་རབ་སྟེ་དེ་སྔོན་འགྲོ་བ་དད་པ་ཡིན་ཞེས་གསུངས་ཡོད་དུས་གཙོ་བོ་ཤེས་རབ་རེད་ཡིན་པའི་རྒྱུ་མཚན་དེ་ཐམས་ཅད་ཕྱིན་པ་ཐོབ་པར་བྱེད་པ་ལ་ཤེས་རབ་ཀྱི་དངོས་རྒྱུ་རེད་དངོས་རྒྱུ་དེ་ཤེས་རབ་རེད་མ་གཏོགས་དད་པ་མ་རེད་ཡིན་ན་ཡང་དེ་འདྲའི་གཅིག་དད་པ་སྐྱེ་བ་ལ་སྔོན་དུ་ག་རེ་འགྲོ་དགོས་ཟེར་ན། དེ་བྱིངས་ངེས་ཅན་ཤེས་རབ་དེ་ཤེས་རབ་འདི་ཉིད་གཙོ་བོ་ཤེས་རབ་དེ་དེ་སྔོན་འགྲོ་བ་ཟེར་དུས་ལས་འབྲས་ལ་ཡིད་ཆེས་པའི་ལྟ་བ་དེ་དགོས་ཀྱི་རེད། ལས་འབྲས་ལ་ཡིད་ཆེས་པའི་གི་དད་པ་ཡིན་དྲན་ལས་འབྲས་ལ་ཡིད་ཆེས་པའི་དད་པ་དེ་ཞེ་དྲག་གལ་ཆེན་པོ་ཡིན་པ་ཡིན་དུས་ད་ལྟ་ཡང། ཐུན་མོང་གི་སྔོན་འགྲོའི་སྐབས་སུ་ལ་འཆི་བ་མི་རྟག་པ་ལས་རྒྱུ་འབྲས་ཟེར་ཡག་དེ་གླེང་གི་འདུག་བ། དེ་ནི་ཞི་བ་དེ་འཁོར་བའི་ཉི་མིག་རེད། འཁོར་བའི་ཉེས་མེད་སེང་གེ་དེ་ལྟར་འདོད་ན། ཅིག་གིས་མི་དང་ལྷ་དང་ལྷ་མ་ཡིན་ལ་སོགས་པའི་གིས་འདོད་ན། འགྲོ་བ་རིས་དྲུག་འདི་ག་བར་གསུངས་པ་ཡིན་ན་ཡང་གང་དུ་སྐྱེས་པ་ཡིན་ན་ཡང་ལས་ཉོན་གྱི་ཞེན། ལས་ཉོན་གྱི་དབང་གིས་སྐྱེས་པ་རེད། ལས་ཉོན་གྱི་དབང་གིས་སྐྱེས་པ་ཟེར་ཡ་དེ་ལ་རང་དབང་མེད་པ་རེད་རེད་འདུག་བ། བསམ་བཞིན་པའི་ཀླད་པ་མ་རེད་ཀོ་ཞེས་ལས་འབྲས་ཀྱི་ལས་ཉོན་གྱིས་འཕངས་ཡོང་བ་རེད་ད་དེ་འདྲ་ཡིན་དུས་ཅིག་གིས་རང་ལ་རང་དབང་མི་འདུག་བ། ན་ཡ་དེ་ཡང་སོ་སོར་རང་དབང་མི་འདུག་སྐྱེ་བ་ལ་སོ་སོར་རང་དབང་མི་འདུག། རེད་འདུག་བ། ད་ག་ན་ཞིག་གི་རྒས་པ་ལ་སོ་སོ་རང་དབང་མི་འདུག་འཆི་བ་ལ་རང་དབང་མི་འདུག་མདོར་ན་ཁམས་གསུམ་འཁོར་བ་འདིའི་ནང་ལོང་ལ་ཡང་སྡུག་བསྔལ་དོའི་དགྲ་ལ་ཡུན་རིང་བ་རྣམ་སྨིན་སྣ་ཚོགས་ཡོད་བསྡད་པ་དེ་སོ་སོ་གི་གདམ་ག་མི་འདུག་རེད་འདུག་བ། ད་གདམ་ག་ཡོད་པ་དེ་ག་རེ་ཟེར་ན་སེམས་ལ་དབང་ཐོབ་པ་ཞིག་དགོས་ཀྱི་འདུག་སེམས་ལ་དབང་ཐོབ་ནས་ཤི་ཚར་བའི་རྗེས་སུ་ལ་གང་འགྲོ་ག་འདོད་ལ་རང་དབང་ཡང་ངན་ཅིག་ཡོད་པ་ཡིན་ན་ནི་སུ་ལོ་ག་རེད་ད་གང་འགྲོ་ག་འདོད་ལ་རང་དབང་མེད་ཚར་བའི་ཞུགས་པ་དེ་ལ་ང་ཚོ་སྐྱབས་བཅོལ་དགོས་ཀྱི་འདུག་སྐྱབས་དེ་སུ་ལ་བཅོལ་དགོས་ཟེར་ན་དམ་པའི་ཆོས་ལ་བཅོལ་དགོས་ཀྱི་འདུག། ཆོས་བསྒྲུབ་དགོས་ཀྱི་འདུག་ཆོས་རྣམ་པར་དག་པ་ཅིག་བསྒྲུབ་དགོས་ཀྱི་འདུག་རྣམ་པར་དག་པ་ཟེར་ཏེ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་ཞེ་འདོད་དང་ལག་ལེན་མཚུངས་པ་ཅིག་ཐོག་ནས་བསྒྲུབ་དགོས་ཀྱི་འདུག་ག་འོ་དེ་འདྲ་ཡིན་དུ་ད་ད་ལྟ་བཅོམ་ལྡན་འདས་ཀྱི་མདོ་ཚན་དེ་ཚོ་རྣམས་ལ་དེ་ད་གཙོ་བོ་སོང་ཡོད་རེད། ལས་འབྲས་ཀྱི་ཚུལ་བསམ་གྱིས་མི་ཁྱབ་པ་ཡིན་པ་ད་ག་ན་ཤིང་གི་རྗེས་མི་ལྟ་བའི་ཚུལ་ལ་ཡང་བློ་སྦྱང་དགོས་ཀྱི་ཡོད་པ་དལ་འབྱོར་ཟེར་ཡག་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་མང་པོ་འདུག་དེ་ཚོ་ལ་བསམ་བློ་བཏང་དགོས་ཀྱི་འདུག་ག། ད་དེ་ཚོ་ངའི་ད་ལྟ་ཞུ་ག་ཡི་རྒྱུ་མཚན་དེ་མཐོ་ས་གཅིག་དང་གཅིག་གི་གཅིག་གར་ས་བོ་རེད། གཅིག་རྟ་རྔ་ཟེར་ཡ་འདྲ་བོ་དང་བྱ་ཆེན་ཟེར་ཡ་འདྲ་བོ་རྫོགས་ཆེན་ཟེར་ཡ་འདྲ་བོ་དབུ་མ་ཟེར། ལྟ་སྒོམ་མཐོན་པོ་ལ་ཡ་ང་ཚོ་གི་ལག་པ་དེ་དེ་ནས་ལྕང་ཡ་དེ་རྔ་འཁྲག་ན་ཕན་གི་མི་འདུག་ད་ང་ཚོ་དེ་ཕན་གི་མི་འདུག། ཐུབ་ཚོད་འཇོན་ཚོད་ནུས་ཚོད་ཅིག་ང་ཚོ་ཉམས་ལེན་བྱེད་དགོས་ཀྱི་འདུག། ད་དེ་རེད་བ། ད་དེ་འདྲ་བྱས་པ་ན་དེ་མགོ་བཙུགས་ས་དེ་ད་ལྟ་ཐུན་མོང་གི་དངོས་དོན་དེ་ཚོ་དྲན་ནས་མགོ་བཙུགས་ཡོད་པའི་སྐབས་སུ་ལ་ད་ནི། བློ། བློ་སྦྱོང་ཟེར་རེད་བ། བློ་སྦྱོང་ཟེར་བའི་སྐབས་སུ་ལ། སྦྱོང་ཟེར་ཡ་ཟེར་དེ་ག་རེད་བསམ་ན་བློ་དེ་ལ་གོམས་དགོས་ཀྱི་ཡོད་རེད། ཕྱིན་ཅི་ལོག་པའི་གི་བློ་དེ་ཆགས་སོགས་ཉོན་མོངས་པའི་བློ་དེ་ད་ལྟ་བར་དུ་ང་ཚོ་གོམས་བསྡད་པ་རེད། མ་རིག་པ་དང་བདེན་འཛིན་གྱི་བློ་ཡིས་གཙོ་བོ་བྱས་བྱས་ནས་ཆགས་སོགས་ཉོན་མོངས་པའི་བློ། མདོར་ན་ཕྱིན་ཅི་ལོག་པའི་གི་འདུ་ཤེས་དང་ཕྱིན་ཅི་ལོག་པའི་གི་ཀུན་རྟོག། འོ་དེ་ཚོ་བྲིས་ན་ང་ཚོ་གོམས་བསྡད་ཡོད་རེད། ད་དེ་འདུ་ཤེས་དེ་བསྒྱུར་དགོས་ཀྱི་ཡོད་རེད། དེ་ཁ་ཕྱོགས་བསྒྱུར་དགོས་ཀྱི་ཡོད་རེད་ཕྱིན་ཅི་ལོག་པ་ལས་ཚུར་ལྡོག་བྱས་ནས་ཕྱིན་ཅི་མ་ལོག་པའི་ལམ་ལ་འགྲོ་དགོས་ཀྱི་ཡོད་རེད་ཡང་མ་དག་པའམ་རྣམ་པར་མ་དག་པའི་གི་ལམ་ནས་ཚུར་ལྡོག་བྱས་ནས་རྣམ་པར་དག་པའི་ལམ་ལ་འགྲོ་དགོས་ཀྱི་ཡོད་རེད་དེ་འགྲོ་ཡ་ལ་སོ་སོའི་དེ་འདྲའི་གི་ཅིག་གི་ལམ་ཕྱིན་ཅི་མ་ལོག་པ་དང་འབྱུང་ཉེས་དཀའ་བ་འཆི་བ་མི་རྟག་པ་ལས་བྱུང་འདི་ལས་བསམ་བློ་བཏང་ཡོད་འདུག་དེ་ནི་བག་ཡོད་པ་ཆགས་ཐུག་འདུག་བ། བག་ཡོད་པ་ཨ་ཨུ་ད་དུས་ཚོད་འཕྲོག་ལ་སྟངས་ནོར་མི་འདུག་སྐད་ཆ་འཆམ་གང་བྱུང་མ་བྱུང་བཤད་ཡ་མི་འདུག་ཕར་ཚུར་འཆམ་ནས་སེམས་ཀྱི་གཡེང་བ་བྱས་ནས་རྣམ་གཡེང་འདི་འདྲ་ཞིག་བྱས་བསྡད་པ་ན་དེ་དུས་ཚོད་མི་འདུག་ཨ་ཡེ་ད་ད་ལྟ་ཤི་བ་ཡིན་ན་ད་ནི་ཤི་བའི་རྗེས་ལ་ལས་འབྲས་ཀྱི་ག་རེ་འགྲོ་ཡ་དེ་མ་གཏོགས་སོ་སོ་ལ་རང་དབང་མི་འདུག་ད་གཟབ་གཟབ་བྱས་ཡ་བོད་ལ་ཡ་ཡ་འགྲོ་མ་འགྲོའི་ས་མཚམས་ལྟ་ག་ས་བས་དཀྱོག་མཚམས་ཟེར་ཡ་ཞིག་རེད་ད་ལྟ་སོ་སོ་གི་ལ་རང་དབང་ཡོད་ད་ལྟ་སོ་སོ་ལ་ཡ་དབང་ཆ་ཡོད་སོ་སོ་ལ་དུས་ཚོད་ཡོད་ཁོམ་པ་ཡོད་པའི་སྐབས་ལ་གཅིག་ཉམས་ལེན་ཅིག་བྱས་མ་ཐུབ་ན། ད་སང་ཉིན་ཉལ་སའི་ནང་ལ་ཡར་སླེབས་ཚར་བའི་ཞུ་སྒོ་དེ་ལ་ད་ལག་མ་གཅིག་གདན་འདྲེན་ཞུས་ཞོར་གཉིས་གདན་འདྲེན་ཞུས་ཞོར་ཟེར་བ་ཡིན་ན་དུས་མ་ཡིན་པ་ཟེར་གྱི་རེད་དེ་ལ་ཕྱིར་དྲགས་པ་རེད་དཀའ་ལས་ཁ་བོ་ཡོད་རེད་དེ་དུས་ད་ནས་ལག་པ་བྲང་ལ་ཐབ་ཡར་འདྲ་བོ་དང་དེ་བྱས་དེ་ནས་མིག་གིས་བལྟས་པ་ཡིན་ན་ཡང་གཅིག་གི་ཨ་ཁ་བ་འདི་མི་སྲིད་ཁོ་རང་ལ་ཡར་གཅིག་གི་བླ་མ་བསྟེན་ཡིན་ཟེར་གྱི་འདུག་ཉམས་ལེན་བྱེད་ཡིན་ཟེར་གྱི་སྐད་ཆ་མང་པོ་བཤད་ཕོད་ཀྱི་འདུག་ད་ཡིན་ན་ཡང་འགག་ལ་ཐུག་པའི་སྐབས་ལ་ཁག་པོ་འདུག་བ་བསམ་བསམ་རེ་བ་ཅིག་མི་གཞན་པ་ཡང་བློ་གཅིག་གིས། སེམས་ཕམ་ཡག་བཏང་དེ་དེ་འདྲ་བྱས། ང་རང་ཡིན་ན་ཡང་གཅིག་ད་སྔའི་དུས་ཚོད་འཕྲོ་བརླག་མང་པོ་ཞིག་བཏང་འདུག་བསམ་པས་གཅིག་གིས་ཆོས་མང་པོ་ཅིག་ཞུས་མྱོང་བལྟས་མྱོང་སློབ་སྦྱོང་བྱས་མྱོང་མང་པོ་ཅིག་ཐོས་མྱོང་ཡོད་དེ་ཡིན་ན་ཡང་དོན་ཡོད་ལག་ལེན་གྱི་ཐོག་ལ་ངས་བསྐྱེད་ཐུབ་མི་འདུག་བསམ་པས་བསམ་བློ་ཅིག་བཏང་བསམ་བློ་ཅིག་སླེབས་ཡོང་དུས་ད་ནི་ཁག་པོ་འདུག་བ་ད་ད་ལྟ་ང་ཚོར་དུས་ཚོད་ཡོད་གཅིག་གིས་ག་ལ་གང་འཚམ་ཅིག་དུས་ཚོད་ཡོད་བལྟས་པ་དཀའ་ངལ་མེད་བལྟས་པ། ལུས་ཡང་གཅིག་ནད་འདྲ་མི་འདྲ་གིས་བཙས་མ་བལྟས་པ་བྱས། དེ་ནི་སེམས་ཀྱི་ཐོག་ལ་ཡིན་ན་ཡང། སྒྲུབ་སྡིག་སྤོང་གི་ཐོག་ལ་ཡང་བསམ་བློ་འདུ་ཤེས་ཡོད་བསྡད་པ། ཆོས་ཟེར་ཡ་དེ་སྒྲུབ་དགོས་ཀྱི་ཡོད་པའི་བསམ་བློ་འདི་ཡོད་པ་དུ་ལྟ་ཆོས་རྣམ་དག་ཞིག་སྒྲུབ་ཅེ་ན་དེང་སང་ཉིན་ལྟ་དུས་ཚོད་ཐོག་ལ་སླེབས་ཡོང་དུས་བློ་མ་བཅོས་པ་ཅིག་རེད་འདུག་བ། དྭགས་པོ་རིན་པོ་ཆེ་གི་ཡང་ཕྱི་བ། ཆོས་པ་རབས་ཤི་བའི་གི་ཚུལ། ཆོས་པ་འབྲིང་ཕྱི་ཚུལ། ཆོས་པ་ཐ་མ་ཕྱི་ཚུལ་ཟེར་ནི་མང་པོ་ཡོད་རེད་བ། བདག་པོའི་ཚོགས་ཤོར་ནའོ་ལ་དེ་འདྲ་ཡིན་དུ་ད་རབ་བྱུང་པ་ཡིན་ན་འཆི་བ་རབ་འཆི་ཟུར་དགོས་ཀྱི་ཡོད་རེད་དེ་ལྟར་མ་བྱུང་ན་ཡང་འཆི་བ་འབྲིང་དང་ཐ་མང་ཅིག་འཆི་ཟུར་ཅིག་བྱུང་པ་ཡིན་ན་བློ་མ་འགྱོད་པ་ཅིག་ཡོང་གི་རེད་བ་ཨོ་དེ་འདྲ་ཡིན་དུ་དེ་བྱས་པ་ཡིན་ན་ད་ཡག་པོ་ཡོད་རེད་ངས་ཁ་ཚོན་ཁོ་མ་ཞུས་པ་ཡིན་པ་ང་ཚོ་ཚུལ་ཁྲིམས་སྲུང་ཚུལ་ཁྲིམས་སྲུང་ཟེར་ཡ་དེ་དེ་རང་རེད་ཟབ་ཟབ་བྱས་ཡ་དེ་ལ་ཚུལ་ཁྲིམས་སྲུང་ཟེར་གྱི་ཡོད་རེད་སྡིག་པ་སྤང་སྐྱེ་བ་སྒྲུབ་པ་དེ་ཚུལ་ཁྲིམས་སྲུང་བ་རེད། འདི་ག་རེད་ཟེར་ན། ང་ཚོ་དེ་དུས་ཚོད་དེ་ག་བ་འཕྲོ་བརླག་འགྲོ་གི་ཡོད་ཟེར་ན་རྣམ་གཡེང་གི་འཕྲོ་བརླག་འགྲོ་གི་ཡོད་རེད། ད་ང་ཚོ་རྣམ་གཡེང་ཤ་སྟག་རེད་བ། མཚམས་གཅིག་བསྡད་པ་ཡིན་ན་ཡང་ད་གཟུགས་པོ་དེ་ཡག་གི་མཚམས་ཁང་ནང་ན་འཛུལ་བསྡད་པ་རེད་མ་གཏོགས་སེམས་པ་དེ་འཛམ་བུ་གླིང་སྐོར་འགྲོ་བསྡད་ཡོད་རེད་རེད་འདུག་བ། ག་ས་ག་ལ་སླེབས་བསྡད་ཡོད་རེད་སེམས་པ་དེ། དེ་འདྲ་ཡིན་དུས་མཚམས་ཡག་པོ་ཆགས་མ་སོང་བ། ད་མཚམས་བསལ་དུས་ལུས་དང་ངག་ཡིད་གསུམ་ག་དེ་གཅིག་ཏུ་བསྡོམས་བྱས་ནས་ས་གནས་གཅིག་གི་ཉམས་ལེན་གྱི་ནང་ལ་བར་འགྲོ་ཨེ་ཐུབ་ད་ཐུབ་བ་ཡིན་ན་དེ་མཚམས་རེད་བ། འོ་དེ་རེད། ད་དཔེ་ཆ་ཞིག་བལྟས་པ་ཡིན་ན་ཡང་ང་ཚོ་ད་ནུས་པ་གཅིག་གིས་གཞུང་དཔེ་ཆ་བལྟས་པ་ཡིན་ན་རེད་ག་རེ་དཔེ་ཆ་བལྟས་ཀྱི་ཡོད་ན་ཡང་ཅིག་དཔེ་ཆ་དེ་མདུན་ལ་ཡོད་པའི་སྐབས་དེ་ལ་ཅིག་བ་བལྟས་པ་རེད་མ་གཏོགས་ཁོ་སེམས་དེ་དེ་དང་ལ་ཚུད་མ་ཐུབ་ཡོང་དུས་ད་ལྟ་དཔེ་ཆ་ཁ་བརྒྱབ་ཚར་དུས་དཔེ་ཆ་བརྒྱབ་ཚར་བའི་ཤུགས་ད་ཡང་སེམས་པ་དེ་སྔོན་མ་ནང་ད་རེད་དེ་ག་རེ་ཟེར་ན་ནང་དོན་དེ་སེམས་ལ་བཞག་མ་ཐུབ་པ་རེད་བ་བྱིས་ཟེར་ཡག་དེ་ང་ཚོ་བྱེད་ཐུབ་ཀྱི་ཡོད་མ་རེད་འདི་རྣམས་ལ་མ་བྱེད་ཟེར་ཡག་ད་ནི་ང་ཚོ་བྱེད་བསྡད་ཀྱི་ཡོད་རེད་ད་དེ་འདྲ་ཡིན་དུས་དཔེ་ཆ་བལྟས་ན་ཕན་ཐོགས་བྱུང་མ་སོང་ང། དེ་འདྲ་ཡོན་དུ་དྭགས་པོ་རིན་པོ་ཆེ་གིས་གསུང་བ་རྣམས་པར་ཐོས་བསམ་སྒོམ་སོགས་འཁྲུངས་མར་བྱས་པ་དེ་དམ་པའི་ཆོས་ཀྱི་གནས་མ་ནོར་བ་ཡིན་ཟེར་ཡ་དེ་འཁྲུངས་མར་བྱས་ཡ་དེ་ཐོས་པ་ཡང་བྱས་བསམ་པ་ཡང་བྱས་སྒོམ་པ་ཡང་བྱས་སྙམ་དུ་ལ་ཡག་འདུག་ཟེར་གྱི་ནོན་འགྲོ་ཐུབ་ན་ཆོས་ཉམས་ལེན་བྱས་དང་མ་ནོར་བ་རེད་ཟེར་ཡ་དེ་ལྟ་དེ་རེད་དམ་པའི་ཆོས་ཀྱི་གནས་མ་ནོར་བ་དེ་རེད་འདུག་བ་འོ་དེ་འདྲ་ཡོན་དུ་ཁ་ཚང་ངས་གོང་དུ་ཤོད་པ་ལྟ་བུ་རེད་ཚུལ་ཁྲིམས་ཟེར་ཡ་དེ་ག་རེ་ཟེར་ན་རྣམ་གཡེང་གི་རྣམ་གཡེང་རྣམ་པར་གཡེང་བ་ཀྱང་ཟློག་པའི་ཀྱི་ཐབས་རེད། ད་ང་ཚོར་སྐྱོན་དེ་རྣམ་པར་གཡེང་བ་དེ་ཡོང་གི་ཡོད་རེད་རྣམ་གཡེང་ཟློག་པ་ལ་རྣམ་གཡེང་དེ་བར་ཟློག་བྱེད་ལ་ཐབས་ཡག་ཤོས་དེ་བག་ཡོད་པ་རེད་བག་ཡོད་པ་ལ་ཡག་ཤོས་དེ་ག་རེད་ཟེར་ན་ཚུལ་ཁྲིམས་སྲུང་ཡ་དེ་རེད་འོ་དེ་འདྲ་ཞིག་རེད་འདུག་བ་འོ་དེ་འདྲ་དེ་གལ་ཆེན་པོ་རེད་དེ་ནས་དེ་གཙོ་བོ་གཅིག་དེ་ག་རེ་སྟོན་འདུག་ཟེར་ན།

དེ་དང་མི་ལུས་ཐོབ་པ་དང་རྒྱལ་སྒོམ་རུང་བ་དེ་ལྟ་བུ་བཀོད་ན་ནམ་ཞིག་འབྱུང་བ་འགྱུར་རོ་ཟེར་ནས་གསུངས་སྟོ། དེ་ཐུགས་ལ་ཡོད་ན་དཔེར་ཡག་པོ་ཡོད་རེད། དེ་བཞིན་གཤེགས་པ་འབྱུང་བ་དང་ཟེར་དུས་འཇིག་རྟེན་གྱི་ཁམས་ལ་དེ་བཞིན་གཤེགས་པ་འབྱུང་བ་དེ་དཀོན་པོ་རེད་གསུང་བར་བ་ག་ཚང་སྔོན་མ་ཡི་ལུང་གཅིག་དྲངས་པ་ཡིན་པ་མདོག་གིས་དེ་བཞིན་གཤེགས་པ་འབྱུང་བ་དང་ཟེར་དུས་དེ་བཞིན་གཤེགས་པ་འབྱུང་བ་དཀོན་པ་ཡིན་པ། ག་དུས་ཡིན་ན་ཡང་ཕེབས་ཀྱི་མ་རུ་ཨ། ད་དེ་བཞིན་གཤེགས་པ་བརྒྱ་ལམ་མ་གཏོགས་ཕེབས་ཀྱི་མི་འདུག་ད་ལྟ་ང་ཚོ་སྟོན་པ་ཤཱ་ཀྱ་ཐུབ་པའི་འཁོར་གྱི་གདུལ་བྱ་ལ་གྱུར་པ་རེད། སྐལ་བ་བཟང་པོ་རེད། ད་ག་དུས་ཡིན་ན་འབྱུང་གི་མ་རེད་བསམ་པའི་བསམ་བློ་བཏང་ཡོད་དུས་དེ་བཞིན་གཤེགས་པ་འབྱུང་བ་དང་ཟེར་དེ་བཞིན་གཤེགས་པ་འབྱུང་དཀའ་ལས་ཁག་པོ་ཡིན་པ་ལ་བསམ་བློ་བཏང་དགོས་རེད། དེ་དང་ཟེར་དུས་དེ་བཞིན་གཤེགས་པ་འབྱུང་བ་ཙམ་ཞིག་ཕེབས་ཀྱི་མི་འདུག་དེ་བཞིན་གཤེགས་པའི་བསྟན་པ་དེ་རྗེས་སུ་དེད་པ་དགོས་ཀྱི་འདུག། འདིར་བ་དེ་དང་ཟུར་དུ་དད་པ་དཀོན་པ་དེ་བཞིན་གཤེགས་པ་འབྱུང་བ་དཀོན་པ་དེ་དང་ཟུར་དུ་དེ་བཞིན་གཤེགས་པ་འབྱུང་ན་ཡང་དེ་བཞིན་གཤེགས་པའི་ཀྱི་ཆོས་ཀྱི་སྒོ་ལ་དད་པ་རྣམ་དག་ཅེས་ཀ་ལི་ཧ་བུ་ཡིན་པ་དེ་འདྲ་ཡིན་དུ་དེ་དང། མི་ལུས་ཐོབ་པ་དང་དང་བ་བརྒྱད་དང་སྦྱོར་བ་བཅུ་ཚང་བའི་མི་ལུས་རིན་པོ་ཆེ་དེ་ཡང་ཐོབ་ཀ་ལི་ཧ་བུ་ཡིན་པ་ད་རྒྱུ་དཔེ་གྲངས་ལ་སོགས་པ་བཅུ་འཇུག་ནང་ལ་མང་པོ་ཡོད་རེད་ད་བུ་ཐ་ཤིང་ནང་ལ་ཡོད་རེད་ད་ལམ་རིམ་དེ་ཚོ་ཕལ་ཆེ་བ་ནང་ལ་ཡོད་ཡོད་པ་རེད་དེ་ཚོ་གསལ་པོ་རེད་དེ་འདྲ་ཡིན་དུ་དེ་དང་མི་ལུས་ཐོབ་པ་དང། རྒྱལ་སྒོམ་རུང་བ་ཟེར་ཏེ་ཚིག་གསུམ་པ་དེ་དེ་བཞིན་ཤེས་པ་འབྱུང་བ་དང་དད་དང་མི་ལུས་ཐོབ་པ་དང་རྒྱལ་སྒོམ་རུང་བ་ཟེར་རྒྱལ་སྒོམ་ཟེར་ཏེ་རྒྱལ་བ་ལ་གོམས་པ་ཟེར་ཡོད་རེད་ད་རྒྱལ་བ་ལ་གོམས་པ་ཟེར་ཏེ་གོམས་ཚུལ་དེ་ལ་མགོ་ག་ནས་བཙུགས་དགོས་ཟེར་ན་ཐོས་པའི་ཐོག་ནས་གོམས་དགོས་ཀྱི་ཡོད་རེད་ཐོས་པའི་སྟོབས་ཀྱིས་བསམ་པ་འདྲེན་དགོས་ཀྱི་ཡོད་རེད་བསམ་པའི་སྟོབས་ཀྱིས་རྒྱལ་བ་ལ་གོམས་དགོས་ཀྱི་ཡོད་རེད་ཐོས་བསམ་གཉིས་སྔོན་དུ་སོང་པས་དེའི་འབྲས་བུ་དེ་སྒོམ་པ་སླེབས་དགོས་ཀྱི་ཡོད་རེད་སྒོམ་པ་མེད་ན་ཐོས་བསམ་གཅིག་པུ་གིས་ཕན་གྱི་མི་འདུག་ག། དེ་འདྲ་ཡོང་དུས་ང་ཚོ་ཐོབ་དགོས་ཡ་དེ་དགོངས་པ་དེ་རེད། ཡིན་ན་ཡང་དགོངས་པའི་སྔོན་དུ་ཐོས་བསམ་འགྲོ་དགོས་ཀྱི་ཡོད་རེད་དེ་ལ་བརྟེན་ནས། གི་གོམ་ཟེར་ཡ་དེ་གོམ་ཟེར་ཡ་དེ་སྤྱིར་བཏང་གོམ་གྱི་ཚིག་རེད། སྒོམ་ཟེར་ཡ་དེ་སྤྱིར་བཏང་གོམ་པའི་སྐད་ཆ་རེད་བ། ཡིན་ན་ཡང། དེའི་སྐབས་ཀྱི་ཚིག་དེ་གི་གོམ་ཟེར་ཡ་གི་ཚིག་ཟུར་གྱི་གོམ་དེ། ཡང་དགོངས་ཀྱི་ཚིག་གི་གོམ་པ་དེ་སྐད་ཆ་མ་རེད། ག་རེ་ཟེར་ན་རྒྱུད་ལ་སྦྱར་དགོས་པའི་སྐད་ཆ་རེད་དགོངས་པའམ་དེ་ལ་ཉམས་སོགས་མྱོང་བའམ་དེ་བློ་འོད་སེམས་རྒྱུད་ལ་ཚུར་འབྱོར་དགོས་ཀྱི་ཡོད་པ་འོང་པ་དེ་ཅང་ཏུ་འབྱོར་ན་འབྱོར་རྒྱུད་ལ་ཡང་འབྱོར་དགོས་ཀྱི་ཡོད་པའི་སྐད་ཆ་དེ་ལ་དགོངས་པ་ཨཱས་ཐ་སྙིགས་དེ་ལྟ་གི་ཡོད་རེད་དེ་འདྲ་གི་ལྟ་གི་གོམས་སོ་དུ་དགེ་བ་ལ་དགེ་བ་ལ་གོམས་དགོས་ཀྱི་ཡོད་རེད་དགེ་བ་ཞེས་བྱ་སྟེ། འདི་ནི་རྣམ་མཁྱེན་ལ་མིང་བཏགས་ཡོད་རེད་བ། དེ་ཡི་རྒྱུ་དེ་ཐོས་བསམ་སྒོམ་གསུམ་རེད་དེ་འདྲ་རེད་བ། དེ་དང་དགེ་བ་ཞེས་པའི་དེ་སྐབས་ཀྱི་དགེ་བ་དེ་འབྲས་བུ་ལ་གོ་གི་ཡོད་རེད་འབྲས་བུ་རྣམ་མཁྱེན་ལ་དགེ་བ་ཞེས་ཐ་སྙད་བཏགས་ཀྱི་ཡོད་རེད་དེ་འདྲའི་རྣམ་མཁྱེན་དེ་རྒྱུད་བསྟན་བྱེད་ཡ་ལ། རྒྱུད་ལ་ལྡན་པར་བྱེད་པ་ལ། ལམ་གང་ན་བསྟན་དགོས་ན་དང་པོ་ཐོས་པའི་ཐོག་ནས་གཉིས་པ་བསམ་པའི་ཐོག་ནས་སྒོམ་པའི་ཐོག་མཐའ་མ་ཐོས་བསམ་སྒོམ་གསུམ་དེ་དབྱེར་མི་ཕྱེད་པའི་ཉམས་ལེན་གྱི་ཐོག་ནས་འབྲས་བུ་རྣམ་ཅན་ཐོབ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དགེ་བ་དེ་རྣམ་ཅན་བཞག་དེའི་ཐོབ་བྱེད་དེ་གོམས་བྱེད་དེ་དགེ་སོ་སོ་རྣམ་ཅན་བྱེད་རྣམ་ཅན་དེའི་རྒྱུད་ལ་འབྱོར་བར་བྱེད་པ་ལ་ཡང་ནི་གང་གིས་འབྱོར་བྱེད་ཀྱི་ལམ་དེ་གོམས་པ་གོམས་པ་དེ་ཐོས་པ་དང་བསམ་པ་བསྒོམ་པ་གསུམ་ལ་བཞག་ད་སྤྱོད་འཇུག་ནང་ན་དེ་རེ་བ་ཚིག་དེ་དགེ་གོམས་རུང་རུང་བ་སྲིད་དུ་ད་དར་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་པའི་སྐབས་སུ་ལ་དེ་འདྲ་གི་དགེ་བ་གོམས་པའི་གི་ང་ཚོ་ལ་མཐུན་རྐྱེན་དེ་ཚང་ཡོད་རེད་ནུས་པ་ཡོད་རེད། ཁ་ཐབས་ཡོད་རེད་འཇོན་ཐང་ཡོད་རེད་མ་འགྲུབ་པ་རེད་ག་ཅི་འདི་མ་འགྲུབ་རེད་བསམ་ན་བག་ཆགས་ངན་པ་ལེ་ལོ་ལེ་ལོ་ཟེར་བའི་སྐབས་སུ་རྟ་རྒྱིག་ལུག་པའི་ལེ་ལོ་ལ་སོགས་པ་དང་འདི་ནི་གཅིག་གི་སྙོམ་ལས་ཀྱི་ལེ་ལོ་ལ་སོགས་པ་མང་པོ་ཡོད་རོགས་དེ་ཚོ་གི་ལེ་ལོའི་གི་དབང་དུ་སོང་བག་ཆགས་ངན་པའི་གི་དབང་དུ་སོང་ཡོང་དུས་དུས་ཚོད་འཕྲོ་བརླག་འགྲོ་གི་ཡོད་རོགས་པ་འོ་དེ་འདྲ་ཡིན་དུས་ད། དེ་འདྲའི་བག་ཆགས་ངན་པ་དེ་ཚོ་ཟློག་དགོས་ཡ་ལ་བརྟེན་ནས་དང་པོ་བླ་མ་བསྟེན་དགོས་ཡ་དགེ་བའི་བཤེས་གཉེན་བསྟེན་དེ་ཡི་མདུན་ནས་གདམས་ངག་ཁྲིད་ལ་སོགས་པ་ཞུས་ནས་བསླབས་ནས་མི་ལུས་རྙེད་དཀའ་བ་དང་འཆི་བ་མི་རྟག་པ་ལ་བསམ་བློ་བཏང་དེ་ཚོ་ཚང་མ་དེ་ལྟ་དགེ་བ་གོམས་བྱེད་ཀྱི་ཐབས་ལ་འགྲོ་གི་འདུག་བ་དེ་འདྲའི་དགེ་གོམས་རུང་བ་དེ་ལྟ་བུ་དཀོན་ནའང་ཟེར་བའི་སྐབས་སུ་ད་ག་དུས་ཡིན་ན་རྙེད་བསྡད་ཡ་ཆེ་མ་རེད། གསང་ཆེན་འཇིག་རྟེན་དུ་བྱོན་ཡང་དེ་དཀོན་པོ་རེད། དེ་ཡི་རྗེས་སུ་དད་པ་ཐོབ་ཡ་དེ་ཡང་དཀོན་པོ་རེད། དང་ཞོགས་ཀྱི་མི་ལུས་རྣམ་དག་ཐོབ་ཡ་དེ་ཡང་དཀོན་པོ་རེད། དང་ཞོགས་ཀྱི་མི་ལུས་ཐོབ་ན་ཡང། ཡང་དག་པའི་དགེ་ཆོས་ཉམས་སུ་ལེན་པའམ་དེ་ལ་གོམས་པ་ལ་ཡང་དཀོན་པོ་རེད། དེ་འདྲ་ཡིན་དུས་ད་རིང་ཐོབ་ཟིན་པ། དང་ཞོགས་མི་ལུས་རིན་པོ་ཆེ་ཡང་ཐོབ་བསྡད་ཡོད་གསང་ཆེན་གྱི་བསྟན་པ་རིན་པོ་ཆེ་མཇལ། བླ་མ་དགེ་བའི་བཤེས་གཉེན་མང་པོ་ཅིག་མཇལ། ཨ་ནེ་དེ་འདྲས་ཀྱི་ཆོས་ཉམས་ལེན་བྱེད་ཐུབ་ཡག་གི་ཡོད་སོ་སོ་ལ་ཡང་ཁ་ཐབས་དང་ནུས་པ་ཡོད་པའི་སྐབས་འདི་ན་དུས་ཚོད་འཕྲོ་ལ་མ་བཏང་ད་ཞི་བ་ལས་ཚིག་དེ་རེད་བ་ཚུལ་ཁྲིམས་དེ་རེད་བ་ད་ཚུལ་ཁྲིམས་སྲུང་སྟངས་དེ་དེ་རེད་དེ་མ་གཏོགས་ཚུལ་ཁྲིམས་སྲུང་ཟེར་བའི་ཁར་སྡུག་རུས་བྱེད་པ་གཅིག་བྱས་ཆོག་གི་མ་རེད་གཉིས་བྱས་ཆོག་གི་མ་རེད་ཟེར་སྡུག་རུས་བྱེད་པ་དེ་ཚུལ་ཁྲིམས་མ་རེད་དེ་མ་རེད་ད་ང་ཚོ་མང་ཆེ་བའི་བསམ་བློ་ནང་ལ་ཡ་གཅིག་སྡུག་རུས་བྱས་ནས་ད་དེ་གཅིག་བྱས་ཆོག་གི་མ་རེད་བཅོམ་ལྡན་འདས་ཀྱིས་མ་བྱས་གསུངས་བཞག་དེ་བྱས་ཆོག་གི་མ་རེད་བསམ་ནས་ཨུ་ཚུགས་རྒྱབ་བྱས་ནས་སྡུག་རུས་བྱེད་པའི་སྐད་ཆ་མ་རེད་འོ་དེ་འདྲ་ཡིན་དུས་རྒྱུ་མཚན་བཤད་ནས། ང་ཚོ་གི་བསྟན་པ་ལ་ཡང་སངས་རྒྱས་ཀྱི་བསྟན་པ་ལ་འཇུག་ཡོང་དུས་ཙམ་པ་ལ་རྒྱུ་མཚན་ཤེས་ནས་ཤེས་ནས་དད་པ་ཐོབ་དགོས་ཀྱི་འདུག་བ་འོ་དེ་འདྲ་ཡིན་དུས་རྒྱལ་ཁོམ་རོང་བ་དེ་ལྟ་བུ་བཀོད་ན་ནམ་ཞིག་ཐོབ་པར་འགྱུར་ཟེར་ཡག་གི་ཚིག་དེ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་ལ་འགྲོ་གི་ཡོག་རེད་འོང་ཐུག་ས་རེད་ད་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་དེ་ཟོབ་ཟབ་བྱེད་ནས་ཕྱིན་ཅི་ལོག་པའི་གི་ལམ་ནས་ཚུར་ལྡོག་ནས་སོ་སོ་ཟབ་ཟབ་བྱས་ནས་བསྡད་ནས་ཅིག་གི་ཞོག་གད་ནས་བྱས་ནས་ཕག་ཚོ་འགྲོ་བའི་ག་སོ་ལ་ཡང་འདི་འདྲ་ཅིག་བྱས་པ་ཡིན་ན་སྐྱོན་འདི་འདྲ་ཞིག་ཡོད་བ་ལུས་ཀྱི་ཕྱིན་ཅི་ལོག་པ་ལ་འཇུག་ན། ཉེས་པ་འདི་འདྲ་ཞིག་ཡོད། ངག་གིས་ཕྱིན་ཅི་ལོག་པའི་གི་གཏམ་བཤད་ན་ཉེས་པ་འདི་འདྲ་ཞིག་ཡོད། ཡིད་ཀྱིས་ཕྱིན་ཅི་ལོག་པའི་གི་འདུ་ཤེས་དང་ཀུན་རྟོག་སྐྱེས་ན་ཉེས་པ་དང་སྐྱོན་འདི་འདྲ་ཞིག་ཡོད། སྐྱོན་དང་ཉེས་པ་དེ་ཡང་ཚེ་འདི་གི་སྐྱོན་དང་ཉེས་པ་ཙམ་མ་རེད། ཕྱི་མ། གནས་གཅིག་གི་ངན་སོང་མུ་མེད་པ་དང་འགྲོ་ཡག་གི་སྐྱོ་ངལ་ཉེས་པ་དེ་འདི་འདྲ་ཞིག་ལ་ལྟ་ནས་ཡོང་གི་འདུག་ད་ལྟའི་ངས་བྱེད་ཕོད་ཀྱི་མེད། འཇིག་རྟེན་གྱི་ཁམས་དེ་ལ་ཡིན་ན་གཅིག་སོ་སོ་ན་སོང་པ་ཡིན་ན་ཡང་སྨན་ཁང་ནང་ལ་འགྲོ་དགོས་ཀྱི་འདུག་ཨམ་ཆིས་བསྟེན་དགོས་ཀྱི་འདུག་འགྲོ། འགྲོ་སོང་དང་དུས་ཚོད་མང་པོ་ཅིག་བཏང་བྱས་ནས་དཀའ་ལས་མང་པོ་བྱས་ལ་ཡར་གདོང་ལེན་བྱས་ནས་ང་ཚོ་སྨན་བཅོས་བྱེད་ཀྱི་ཡོད་རེད་བ། དེ་དཀའ་ངལ་ལས་སངས་པ་དང། ད་ཁམས་གསུམ་འཁོར་བའི་སྡུག་བསྔལ་ཟེར་ཡག་དེ་མི་ཚེ་རེ་རེ་གཉིས་རེའི་སྐད་ཆ་མ་རེད། དེ་འདྲ་ཡིན་དུས་ད་དེ་འདྲའི་སྡུག་བསྔལ་དེ་སུ་ཡང་འགྲོ་འདོད་མེད་མྱོང་འདོད་མེད་ད་དེ་འདྲ་ཞིག་འགྲོ་དགོས་ན་ད་ངས་གཟབ་གཟབ་བྱེད་དགོས་ཀྱི་འདུག་བག་ཡོད་པ་བྱེད་དགོས་ཀྱི་འདུག་བསམ་ཡོད་དོ་དེ་ཚུལ་ཁྲིམས་རྣམ་དག་དེ་འདྲས་སླེབས་སོང་བ། འདིར་སྤྲོ་བ་ལས་གི་འདུག་ཨ། ཚུལ་ཁྲིམས་སྲུང་བ་ལ་སྤྲོ་བ་ཡོད་རེད་ཚུལ་ཁྲིམས་མ་སྲུང་ལ་ཉེས་པ་མཐོང་གི་ཡོད་རེད་ཚུལ་ཁྲིམས་སྲུང་བ་ལ་ཡོན་ཏན་མཐོང་ཡོད་འདུག་ཚུལ་ཁྲིམས་འཇུག་པ་ལ་སྤྲོ་བ་ཚུལ་ཁྲིམས་ལ་འཇུག་པ་ལ་སྤྲོ་བ་དེ་འདུག་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ། ད་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་རྣམ་པར་དག་པའི་གཞིའི་སྟེང་ནས་དེ་གི་སྟེང་ལ་ཨ་བསླབ་པ་སེམས་ཀྱི་བསླབ་པའམ་བསླབ་པ་ཏིང་འཛིན་གྱི་ལས་ཡོད་རེད་དེ་ཟེར་བའི་བཀའ་སྲོལ་ལ་སེམས་དེ་ཕྱིན་ཅི་ལོག་པའི་གི་གཞན་དབང་དང་རྣམ་སྨིན་ཁོ་ན་ལྔ་ལ་དབང་དུ་འགྲོ་ཡོད་འདུག་ཕྱིན་ཅི་ལོག་པའི་གི་ལམ་ནས་ཚུར་ལྡོག་ནས། ཡང་དག་པའི་དམིགས་པ་གཅིག་ལ་བཞག་ཡག་དེ་ཏིང་འཛིན་རེད། ད་ལྟ་སྤྱོད་འཇུག་གི་ནང་ལོགས་ལ་ཡང་བསམ་གཏན་ལེའུ་ནང་ན་འདུག་ག་འཇུག་བསྡུ་ཡོན་དུ་དལ་བའི་སྒྲིབ་པ་སེལ་བའི་ཕྱིར་ལོག་པའི་ལམ་ནས་བསླན་ཏེ་ཡང་དག་དམིགས་ལ་བཏགས་པར་ཡང་དག་གི་མཉམ་པར་བཞག་པར་བྱ་ཞེས་ནས་བསམ་གཏན་ལེའུ་འཇུག་བསྡུ་ཡོན་དུ་དེ་གསུངས་འདུག་ག། དེ་གསུངས་ཡོད་ཙམ་པ་ལ་དལ་བའི་སྒྲིབ་པ་སེལ་བའི་ཕྱིར་ཟེར་བའི་སྐབས་སུ་ཚིག་དེ། ཚིག་རྐང་དང་པོ་དེ་ག་རེ་སྟོན་པའི་རེད་བསམ་ན། ཡང་དག་པའི་ཤེས་རབ་རྒྱུད་ལ་སྐྱེ་བ་ལ། ཡང་དག་པའི་རྣམ་མཁྱེན་རྣམ་མཁྱེན། རྣམ་མཁྱེན་མངོན་དུ་བྱེད་ཡ་ལ་ཤེས་རབ་ལ་བརྟེན་དགོས། ཤེས་རབ་དེ་ཡང་ག་རིགས་ཀྱི་ཤེས་རབ་ཟེར་ན། དེ་ནི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཙམ་ཞིག་མ་རེད་དེ་སྐབས་འགའི་ཤེས་རབ་དེ་གང་ཟེར་ན། དེ་ནི་བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་ལ་གོ་གི་ཡོད་རེད་ཆོས་ཐམས་ཅད་ཀྱི་ཡིན་ལུགས་ཇི་བཞིན་དུ་ཤེས་པའི་ཤེས་རབ་དེ་ལ་གོ་གི་ཡོད་རེད། ཆོས་ཐམས་ཅད་ཀྱི་ཡིན་ལུགས་ཇི་བཞིན་དུ་ཤེས་པའི་རྒྱུད་ལ་མ་དཔྱད་ན། སྒྲིབ་པ་ཐམས་ཅད་སྲེག་ཐུགས་དབུ་མར་བ། སྒྲིབ་པ་རགས་པ་ཙམ་མགོ་གནོན་ཙམ་ཡོང་གི་རེད། ཞེ་ནས་ལ་བསྟན་ནོ་མགོ་གནོན་ཙམ་ཡོང་གི་རེད་མ་གཏོགས་སྒྲིབ་པའི་རྩ་བ་བཅད་ཡག་ལ་སྲིད་པའི་རྩ་བ་གཅོད་ཡག་ལ། བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུ། དེ་བས་སྒྲིབ་པ་བསལ་བའི་ཕྱིར་སྲེད་པའི་གི་སྒྲིབ་པ་དེ། སྒྲིབ་པ་ཕྲ་རགས་མཐའ་དག་སྲེག་ཡོད་རེད། ཉེས་པ་ཉེས་པ་ཕྲ་རགས་མཐའ་དག་སྲེག་དགོས་ཀྱི་རེད། དེ་བསལ་ཡག་ལ་ག་རེ་སྐྱེ་དགོས་ཟེར་ན་བསམ་གཏན་ཙམ་ཞིག་ཕན་གྱི་ཡོད་མ་རེད་ཤེས་རབ་རྣམ་དག་རྒྱུད་ལ་སྐྱེ་དགོས་ཀྱི་ཡོད་རེད་འདུག་བ། ཆོས་རབ་ཏུ་རྣམ་འབྱེད་ཙམ་མ་ཡིན་པ་བདག་མེད་མངོན་སུམ་དུ་རྟོགས་པའི་ཤེས་རབ་རྒྱུད་ལ་གཅིག་དགོས་ཡོད་རེད་དེ་འབྲེལ་གྱི་ཤེས་རབ་རྣམ་པར་དག་པར་སྐྱེ་བ་ལ་དེ་ཡིན་སྔོན་དུ་ག་རེ་འགྲོ་དགོས་ཟེར་ན་དེ་བས་སྒྲིབ་པ་བསལ་བའི་ཕྱིར་ལོག་པའི་ལམ་ནས་སེམས་གླན་དགོས་རེད་དེ་ཟེར་ཡོང་དུས། གཟུགས་ལ། གཟུགས་མཛེས་པ་དང་མ་མཛེས་པ། སྒྲ་སྙན་པ་དང་མ་སྙན་པ་ལ་སོགས་པའི་གི་ཕྱིན་ཅི་ལོག་པའི་གི་བློ་མང་པོ་ཞིག་འཇུག་དེ་དེ་ཚུར་འདུག་གི་རེད་ཟེར་ཡོང་ད་གོ་བདེ་བོ་བྱས་པ་ཡིན་ན། ལོག་པའི་ལམ་ནས་སེམས་གླན་ཏེ་ཟེར་དུས་ཚུར་གླན་ནས་ཚུར་གླན་པའམ་ཚུར་ལྡོག་ནས། ཡང་དག་དམིགས་ལ་བརྟག་པར་ཡང་ཟེར་བའི་སྐབས་སུ་དང། བསམ་གཏན་བསྒོམ་པའི་སྐབས་སུ་ལ་དམིགས་པ་བསྒོམ་སྟངས་མང་པོ་ཡོད་རེད། འོ་ཅི། དེ་ཚོ་དྲན་བྱ་དང་བླ་མེད་ཀྱི་མན་ངག་མ་ཁྲིད་རིང་མོ་ཐོག་ནས་འགྲོ་གི་ཡོད་རེད། དཔེར་ན་བསྟན་བྱེད་ཀྱི་ཞི་གནས་དང། ད་ག་ན་ཤིང་གི་གཏད་མེད་ཀྱི་ཞི་གནས་ངོ་བོ་ཉིད་ཀྱི་ཞི་གནས་ལ་སོགས་པའི་ཞི་གནས་ཀྱི་དམིགས་པ་མང་པོ་སྟོན་གྱི་ཡོད་རེད། དེ་ནས་བསམ་གཏན་ལ་ཡང་དེ་ནང་བཞིན་གྱི་དང་མང་པོ་ཡོད་རེད། བདག་གཞན་མཉམ་པའི་གི་བློ་སྐྱེ། བདག་གཞན་རྒྱལ་བའི་གི་བློ་སྐྱེ་ལ་སོགས་པ་དེ་འདྲ་ཡོང་གི་འདུག་བ་དེ་འདྲ་ལས་བསམ་བློ་བཏང་ཡོན་དུ་ཡང་དག་མིག་ལ་བརྟག་པར་ཡང་དག་གིས་མཉམ་པར་བཞག་པར་བྱ་ཟེར་ཡོན་དུ་ལབ་པ་ཏིང་འཛིན་གྱི་ལབ་པ་སྟོན་སོང་ང་ལྟ་དེ་གལ་ཆེན་པོ་རེད། དཔེར་ན་ཁང་པའི་སྦུག་ལ་ཡང་ལ་དང་མཆོད་མེ་ལ་སོགས་པ་པར་བཞག་ཡོད་ན་པར་ཡོད་ན། སྒོ་དང་སྒེའུ་ཁུང་དེ་བར་མ་བསྡམས་ན། རླུང་གི་རྐྱེན་གྱིས་མར་མེའི་རང་བཞིན་གསར་བ་ཡིན་ན་ཡང་རྐྱེན་རླུང་ལ་བརྟེན་ནས་མར་མེའི་གཡོ་འགུལ་ཐེབས། གཡོ་འགུལ་ཐེབས་ཡོང་དུས་དེའི་སྟོབས་ཀྱིས་ཁང་པའི་ནང་གི་དངོས་པོ་དེ་གསལ་བོ་དེ་མཐོང་ཐུབ་ཡོད། མཐོང་ཐུབ་ཡོད་མ་རེད། མར་མེ་ཁོ་རང་འོད་ཀྱི་རང་བཞིན་ཡིན་ན་ཡང་རྐྱེན་རླུང་ལ་བརྟེན་ཡོང་དུས་དེའི་གཡོ་འགུལ་གྱི་ནུས་པ་ལ་བརྟེན་ཡོང་དུས་ཁང་པའི་ནང་གི་དངོས་པོ་དེ་གསལ་བོ་མཐོང་ཐུབ་ཡོད་མ་རེད། ད་སྒོ་བསྡམས་སྒེའུ་ཁུང་བསྡམས་རླུང་མེད་ན་ད་ནི་མ་མེད་ཧྲི་ངེ་བསྡད་ཡོང་དུས་དེ་ཡི་འོད་དེ་གིས་ནང་གི་ངོ་བོ་གསལ་པོ་མཐོང་ཐུབ་འདུག་དེ་ནང་བཞིན་གྱི་སེམས་ཀྱི་རང་བཞིན་འོད་གསལ་ཡིན་ན་ཡང་འོད་གསལ་གནས་ལུགས་དང་ཤེས་རབ་དེ་རང་རེད་བ་ཡང་དག་པའི་ཤེས་རབ་དེ་དེ་རེད་འོད་གསལ་གནས་ལུགས་ཤེས་རབ་དེ་ཡིན་པ་ཡིན་ན་ཡང་རྐྱེན་ད་ནི་གཅིག་གིས་ལོག་པའི་ལམ་ལ་ཡ་འདུ་ཤེས་དང་ཀུན་རྟོག་གི་གཡེང་བའི་དབང་གིས་སེམས་ཀྱི་རང་བཞིན་འོད་གསལ་ཡིན་ན་ཡང་དེ་རྟོགས་ཐུབ་ཀྱི་ཡོད་མ་རེད། བདག་རྐྱེན་འདུ་ཤེས་དང་ཀུན་རྟོག་ཕྱིན་ཅི་ལོག་པའི་རྣམ་སྨིན་དེ་ལས་དེ་དང་བྲལ་ཡོང་དུས་དེ་ནི་ཕྱིན་ཅི་མ་ལོག་པའི་བློའམ་ཡང་དག་པའི་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་འོད་གསལ་དེ་གསལ་བོ་མཐོང་གི་ཡོད་གསལ་བོ་གནས་ཀྱི་ཡོད་རེད་བརྟན་པོར་གནས་ཀྱི་ཡོད་རེད་ལྷིང་པོར་གནས་ཀྱི་ཡོད་རེད། དེ་ཡིན་དུ་ནང་གི་དངོས་པོ་མཐོང་ཐུབ་ཀྱི་རེད་ཞེས་ནས་དཔེ་དེ་བཞག་ཡོད་རེད། འོ་དེ་འདྲ་ཡིན་དུས་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་ལ་མ་བརྟེན་ན་དེ་ལ་བརྟེན་ནས་བསླབ་པ་ཤེས་རབ་ཀྱི་བསླབ་པ་སྐྱེ་ཐུབ་ཀྱི་ཡོད་མ་རེད། ད་ཏིང་ངེ་འཛིན་གྱི་བསླབ་པ་ལ་བརྟེན་ནས་སེམས་རང་སར་གནས་ཐུབ་པ། རང་སོར་ཆུད་ཐུབ་པ། སེམས་རང་ས་ལ་ཡང་ཇི་བཞིན་དུ་གནས་ཐུབ་པ་ཅན་རྣམ་རྟོག་ཕྱི་ཡི་རྐྱེན་སྣང་བ་སྣ་ཚོགས་ནང་གི་རྐྱེན་རྣམ་རྟོག་སྣ་ཚོགས་ཀྱི་གཡོ་འགུལ་ཐེབས་མ་ཐུབ་པ་བཅས་ག་སྲིད་ཡོང་པ་ཡིན་ན་ཡང་ཁོ་གཡོ་འགུལ་ཐེབས་མ་ཐུབ་ནས་རང་སར་ལྷོད་ཐུབ་ན། སྒོམ་གྱི་རྣམས་ཏིང་ངེ་འཛིན་གྱི་ཏིང་ངེ་འཛིན་གྱི་ངང་དེ་ལ་གནས་ཐུབ་ན། དེ་ལ་བརྟེན་ནས་དེ་དང་ལྷན་ཅིག་ཏུ་ཡོད་པའི་ལྷག་པ་ཤེས་རབ་ཀྱི་བསླབ་པ་ལྷག་པ་ཤེས་རབ་དེ་སྐྱེ་ཐུབ་ཀྱི་ཡོད་རེད། འཁོར་དེ་གཉིས་དབྱེར་མི་ཕྱེད་པར་བ། ངོ་བོ་སྟོང་ལ་རང་བཞིན་གསལ་བ་དེ་དབྱེར་མི་ཕྱེད་པ་ཡིན་དུ་གཅིག་གིས་གཅིག་འདྲེན་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་དུ་གསུམ་པ་དེ་བསླབ་པ་ཤེས་རབ་ཀྱི་བསླབ་པ་ད་བསླབ་པ་ཤེས་རབ་ཀྱི་བསླབ་པ་སྐྱེ་ཡོང་དུས་ཐབས་ཡག་ཤོས་སྙིང་པོ་ཡག་ཤོས་དེ་རེད། ཆགས་སོང་ཉོན་མོངས་པའི་བློ་དེ་དང་པོ་གང་ནས་ཀྱང་མ་སྐྱེས། ད་ལྟ་གང་དུ་ཡང་མ་གནས། མཐར་གང་དུ་ཡང་མ་སོང་སྐྱེ་འགག་གནས་གསུམ་དུ་ཕྲ་བ་རེག་བྱ་ཉོན་མོངས་ཟེར་ཡ་དེ་ཡང་བློ་ཡོད་པར་བཏགས་བཞག་པ་ཇི་འདྲའི་མང་དུ་ཐོན་ན་ཉོན་མོངས་རང་བཞིན་གྱིས་འཁྲུལ་བ་མི་འདུག་ཟེར་བསམ་བློ་བཏང་ཡོད་འདུག་གཉེན་པོ་ལོག་ནས་གཏན་ནས་ཉོན་མོངས་སྐྱོབ་མ་དགོས་པ་ཉོན་མོངས་ཀྱི་ངོ་བོ་ངོ་ཤེས་པས་ཉོན་མོངས་ཀྱི་ངོ་བོའི་ཡིན་ལུགས་དེ་ངོ་ཤེས་པས་ཉོན་མོངས་རང་སར་གྲོལ་བ། ཉོན་མོངས་རང་སར་ཞི་བ་ལྟ་སྟེ་སྤྱོད་འཇུག་རྣམས་ལ་འདུ་བ་ཉོན་མོངས་རྣམས་ནི་ཡུལ་རྣམས་མེད་ནས་དབང་ཚོགས་ལ་མེད་བར་སྣང་མེད་དེ་ལས་གཞན་རྣམས་མེད་ན་དེ་དག་གང་ནས་འགྲོ་བ་ཀུན་གནོད་ཅེས་འདི་ནི་རྒྱུ་འདྲ་དེ་ཕྱིར་སྙིང་ལ་འཇིགས་སྤོང་ཤེས་ཕྱིར་བརྩོན་པ་སྟོན་དོན་མེད་ཉིད་དུ་བདག་ལ་དམྱལ་སོགས་རྣམས་སུ་གཅིག་ཏུ་གནོད་པར་བྱས་ས་ལེའུ་བཞི་པ་མཇུག་བསྡུ་ཡོང་དུ་ཡོད་རེད་བག་ཡོད་ལེའུ་མཇུག་བསྡུ་ཡོང་དུས། ཉོན་མོངས་རྣམས་ནི་ཡུལ་རྣམས་མེད་ནས་ཡུལ་ལ་ཡང་ཉོན་མོངས་མི་འདུག། རྣམ་པར་དག་པའི་བློ་ཡིས་སྐྱེས་སྣང་ཟེར་ཡོད་རེད་ད། མ་གཏོགས་ཅི་ལྟར་ཉོན་མོངས་ཡོད་རེད་བ། ཉོན་མོངས་ཡོད་མ་རེད་ཟེར་ན་རྫུན་རེད། ཡིན་ན་ཡང་ཉོན་མོངས་ཡོད་མ་རེད་ཟེར་ཡག་གི་ཚིག་དེ་དུས་ཚོད་ཕྱེད་པར་བ་ཅིག་ལ་འགྲོ་དགོས་ཀྱི་ཡོད་རེད། དེ་གར་ཟེར་ན་ཇི་བཞིན་དུ་རྟོགས་པའི་གེགས་ཉོན་མོངས་ཀྱི་ངོ་བོ་ངོ་ཤེས། ཉོན་མོངས་ཀྱི་རང་བཞིན་རྩ་བྲལ་ཡིན་པ་ཤེས་ཡོང་དུས་དེ་འདྲའི་ཤེས་མཁན་གྱི་རྒྱུད་ལྡན་གྱི་གང་ཟག་གི་ངོ་ལ། ནི་ཉོན་མོངས་རྣམས་ནི་ཡུལ་ན་མེད་ནས་དབང་པོ་དང་ཡུལ་གཉིས་ཀྱི་བར་དག་ལ་ཡང་མེད་དབང་པོའི་སྟེང་དུ་མེད་ད་དེ་ལས་གཞན་ན་མེད་ན། ནི་ཉོན་མོངས་དེ་ག་བར་འདུག། འདི་གར་སྤྱད་ནས་སེམས་ཅན་ལ་གནོད་པ་བྱེད་ཀྱི་ཡོད་རེད་གར་སྤྱད་ནས་འཁོར་བ་དང་ངན་སོང་ལ་ཡང་དེ་འདྲ་དོན་མེད་པའི་སྡུག་བསྔལ་ལ་སྦྱོར་གྱི་ཡོད་རེད་དེ་དོན་དག་མེད་པ་རེད་འདུག་ཟེར་དེར་བསམ་བློ་བཏང་ཡོང་དུས་འདི་ནི་རྒྱུ་འདྲ་ཟེར་རྒྱུ་འདྲ་ཟེར་དུས་ཁ་སང་མགོ་ལ་ཡ། ཤེར་ཕྱིན་འདུས་པའི་ནང་ལ་གཡོག་པ། འོན་ཀང་དེར་ཕུང་པོ་ལྔ་དང་སྒྱུ་མ་འདྲ་ཞིག་བཞིན་ཕུང་པོ་གཞན་དང་སྒྱུ་མ་བཞིན་དུ་མི་བྱེད་པ་སྣ་ཚོགས་འདུ་ཤེས་དྲག་ཞིང་ཟེར་ཡ་ཚིག་དེ་སྒྱུ་མ་དང་འདྲ་བ་ལེགས་ཡོད་རེད་དེ་འདྲ་ཡིན་དུས་འདི་ནི་རྒྱུ་འདྲ་དེ་ཕྱིས་སྙིང་ལ་འཇིགས་སྤོང་ཟེར་དུས་ཉོན་མོངས་ལ་འཇིགས་སྐྲག་སྤྱད་དགོས་ཀྱི་ཡོད་མ་རེད། གར་སོང་ཉོན་མོངས་ཁོ་རང་རྩ་བ་དང་བྲལ་བ་རེད། རྩ་བ་བྲལ་བ་རེད་དེ། བག་ཆགས་ཀྱི་སྟོབས་ཀྱིས་ཕྱིན་ཅི་ལོག་པའི་གི་གོམས་པ་ལ་བརྟེན་ནས་ཉོན་མོངས་ལ་ཉོན་མོངས་དུ་འཛིན་པའི་དབང་གིས་སྐྱོན་དེ་བྱུང་བ་རེད། ཉོན་མོངས་ཀྱི་རང་བཞིན་ཤེས་ན། ཇི་བཞིན་དུ་ཤེས་ཡང་དག་པར་ཤེས་ན་ཉོན་མོངས་རྩ་བྲལ་ཡིན་པར་ཤེས་ན་ཉོན་མོངས། ཁོ་རང་ངོ་བོ་དེ་གདོད་ནས་ཁོ་རང་ཕྱག་རྒྱ་ཆེན་པོའི་སྐབས་སུ་ཡིན་ན་ལྷན་ཅིག་སྐྱེས་པའི་གི་རང་བཞིན་ཆགས་བསྡད་ཡོད་རེད་མ་གཏོགས་དེ་ལས་ལོགས་སུ་གྱུར་བ་ཡོད་མ་རེད། རྫོགས་པ་ཆེན་པོའི་སྐབས་སུ་རྩལ་དང་རྩལ་གྱི་རོལ་པ་ཟེར་ཚེ་གཉིད་འདུག་ག། རྫོགས་ཆེན་སྐབས་སུ་དེ་བཤད་ཡོད་རེད། ཙལ་ཟེར་བའི་སྐབས་སུ་ཅི་དང། སྣང་བ་ག་རེ་ཤར་བ་ཡིན་ན་ཡང་དེ་ཐམས་ཅད་དེ་ཀུན་ཏུ་བསམ་པའི་གི་ཙལ་རེད། ཙལ་རེད་བ། ད་ཙལ་གྱི་རོལ་བ་ཟེར་ཡོང་དུ་བསམ་པ་ལ། དེ་ལ་ཡང་ཞེན་འཛིན་བཅས་ན་འཛིན་པ་ཕྲ་རགས་ཀྱིས་བཅིངས་སོང་ན་དེ་ལ་རོལ་བ་ཟེར་གྱི་ཡོད་རེད། ཙལ་དང་ཙལ་གྱི་རོལ་བ་གཉིས་དེ་དབྱེ་བ་ཕྱེད་མ་ཤེས་ཡོང་དུ་རྫོགས་ཆེན་སྐབས་སུ་ལ་ཡང་འགའ་ཞིག་མགོ་འཁྲུག་གི་ཡོད་བ། དེ་འདྲ་ཡོང་དུ་ཅི་རེད་ཙལ་ཟེར་ཤེས་བ་མ་ཡིན་པར་ཙལ་དང་ཙལ་གྱི་རོལ་བ་གཉིས་པོ་དེ་དབྱེ་བ་ཕྱེད་ནས་ཙལ་དེ། ཀུན་ཏུ་བཟང་པོའི་ཀློང་ལས་ཤར་བའི་རྟེན་སྣ་ཚོགས་པ་དེ་བྱས། ད་དེ་ལ་ཡང་གཞན་ཅིག་འཛིན་ནས་ཡིན་ལུགས་མ་ཤེས་པའི་གཞན་ཅིག་འཛིན་ཡོན་དུ་རོལ་བ་སེམས་མིང་བཏགས་པ་རེད། རེད་འདུག་ག། འོ་དེ་འདྲ་ཡིན་དུས་བསམ་པ་ལ་ང་ད་འདིའི་སྐབས་སོགས་ལ་ཡང་ཤེས་རབ་བསླབ་པ་ཤེས་རབ་ཀྱི་བསླབ་པ་དེ་གིས་ཉོན་མོངས་རྩ་བྲལ་ཡིན་པ་ཤེས་ཉོན་མོངས་ངོ་བོ་གདོད་ནས་རང་ཤེས་སུ། མ་གྲུབ་པ་རང་བཞིན་གྱིས་མ་གྲུབ་པ་ཤེས་ཡོང་དུས་དེ་ཡི་སྟོབས་ཀྱིས་དེ་ནི་གཉེན་པོའི་སྟོབས་ཀྱིས་ཉོན་མོངས་སྐྱོན་མ་འགོག་པ་ཉོན་མོངས་རང་སར་ཟད་པ་རེད་ད་སངས་རྒྱས་ཀྱི་མདོ་ཚན་ནང་ངོ་ལ་ཡ་སྐབས་སྐབས་སུ་ལས་དང་པོ་པ་རྣམས་ལ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གཙོ་བོར་སྟོན་པ། ཅུང་ཟད་རྒྱུས་སྨིན་པ་རྣམས་ལ་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་གཙོ་བོར་སྟོན་པ། དབང་པོ་ཤིན་ཏུ་རྣོན་པོ་རྣམས་ལ་བསླབ་པ་ཤེས་རབ་ཀྱི་བསླབ་པ་གཙོ་བོར་སྟོན་ཡོད་རེད་ཡིན་ན་ཉམས་སུ་ལེན་པའི་སྐབས་སུ་རིམ་པ་གསུམ་ཀ་འགྲོ་དགོས་ཀྱི་ཡོད་རེད་དང་པོ་བསླབ་པ་ཚུལ་ཁྲིམས་གཉིས་པ་ལྷག་པ་ཏིང་འཛིན་བཞི་བ་གསུམ་པ་དེ་ལ་ཡ། ལྷག་པ་ཤ་རབ་ཀྱི་ལྷག་པ་ཉམས་ལེན་བྱེད་དགོས་ཀྱི་རེད་ད། ད་ལྟ་ངས་ཞུ་དགོས་ཡོད་རྩ་བ་དེ་ཁ་སང་ཉི་མ་ཁ་ཤས་ང་ཚོ་མདོ་ཚན་ལུང་ཁ་ཤས་ཕུད་པར་རོ། དེ་ཡིན་དུས་ད། ཁོ། ཁ་སང་སྔོན་མ་དེ་བ་ཡིན་ན་ཁ་མང་པོ་ཞིབ་ཅིག་འབར་འབར་འབར་བཤད་དུས་ད་འཇམ་ལྟས་ངན་ཆགས་སོང་ག་རེ་ཡིན་ན་འདྲ་པོ་དགོངས་ཀྱི་མེད་འགྲོ་བསམ་སོང། དེ་ཡིན་དུས། རྣམ་པ་ཚོ་གལ་ཆེ་མཁན་གྱི་རེད་མཁས་གྲུབ། ད་ད་ཡང་དག་པའི་དགེ་བའི་བཤེས་གཉེན་དང་ཕྱོགས་ཀྱི་སྤྲུལ་པའི་རྣམ་པ་ཚོ་ལ་ད་ཞུ་དགོས་ཀྱི་མེད་འདུག་ད་ཡིན་ན་ཡང་ང་ཚོ། ཅིག། མི་སྣའི་ཡ་ཁ་སྐོར་ལྟས་ངན་མང་པོ་ཞིག་འདུག་བ། འོ་ད་དེ་ཡིན་དུས། ཅིག་གི་ངོ་སྤྲོད་འདྲ་པོ་ཞིག་ཞུ་བཞག་ན། ཨོ་དེ་རིང་སྐད་ཆ་གསར་བ་ཅིག་གོ་སོང་བསམ་ས་འདྲ་བོ་ཞིག་ཡོང་གི་རེད་བ་ཤེས་བྱ་གསར་བ་ཆགས་ཀྱི་རེད་སྐད་ཆ་གསར་བ་རེད་དེ་ནས་སྐད་ཆ་གསར་བ་དེ་ལ་བསམ་བློ་ནན་ཏན་བྱེད་ཀྱི་ན་དོན་དག་ཡོད་རེད་ག་རེ་ཟེར་ན་དེ་ངས་དེ་ག་ཚད་བཤད་བཞག་པ་མ་ཡིན་པ་ཅིག་གི་གསུང་རབ་དགོངས་འགྲེལ་ནང་ལ་གསུངས་པ་དེ་མདོར་བསྡུས་ནས་བཤད་པ་ཡིན་མདོར་ན་ཨ་ནེ་ཅིག་གིས་སོ་སོའི་བག་ཡོད་པ་བྱེད་ཡག་ཤེས་ཤིང་དང་དྲན་པ་ལ་བརྟེན་དགོས་ཡག་ལུས་ངག་ཡིད་གསུམ་དེ་གཅིག་ཏུ་བསྡོམས་བྱས་ནས་དགེ་བ་རྣམ་དག་བསྒྲུབ་པ་ཡིན་ན་དུས་ཚོད་འཕྲོ་བརླག་མ་འགྲོ་བ། ཆོས་གང་དང་གང་ཉམས་ལེན་བྱེད་པ་དེ་ཞིག་གིས་སོ་སོའི་སེམས་ལ་ཡང་ཕན་ཐོགས་ཡོང་པ་ཅིག་དང་ཕན་ཐོགས་ཡོང་ཐུབ་པ་ཅིག་བཟོ་ཐུབ་ཀྱི་རེད། འོ་དེ་རེད་ད་བཀའ་འགྱུར་ནང་ལོགས་ལ་ཡང་དེ་འདྲ་ཅིག་ཡོད་ས་རེད། མདོ་ཚན་མང་པོ་ཅིག་ཁ་ཚང་བཤད་པ་ད་སོང་དབང་གི་ཤོད་པའི་མདོ་ད་ག་ན་ཤིང་གི་ཅིག་དང་ད་ད་ཡིན་ན་མདོ་དེ་ཏིང་འཛིན་རྒྱ་བོ་རེད་ཏིང་འཛིན་རྒྱ་བོ་ནང་ན་ཏིང་ངེ་འཛིན་གྱི་ལེའུ་གཙོ་བོ་གསུང་གི་ཡོད་རེད་ད་དེ་འདྲའི་ནང་ལོགས་ལ་ཡག་ཅིག་གང་ལྟར་བཀའ་འགྱུར་ཟེར་ཡག་དེ་གཤམ་བཞག་ཡག་དང། ཞབས་བརྟན་བྱེད་ཡག་དང་རིམ་གྲོ་སྒྲུབ་ཡག་ཅིག་རེད་མི་འདུག་དེ་གི་ནང་དོན་དེ་ལ་ཡང་བསམ་བློ་བཏང་ཤེས་ན། ད་ནི་བཅོམ་ལྡན་འདས་ཀྱིས་གང་ཟག་གཅིག་འཚང་རྒྱ་བའི་གྱི་ལམ་གྱི་རིམ་པ་དེ་བང་བསྒྲིགས་ནས་གསུངས་བཞག་པ་དེ་འདྲ་ཞིག་རེད་བཞག་ད་ང་ཚོ་ཉམས་སུ་ལེན་དགོས་ཀྱི་འདུག་བཀའ་འགྱུར་དེ་ཡང་ཉམས་ལེན་གྱི་ནང་ལ་འགྲོ་དགོས་ཀྱི་འདུག་བསམ་པའི་གྱི་བསམ་བློ་གཅིག་ཁོག་པོ་རེད་དེ་ལ་ཕན་ཐོགས་ཡོད་རེད་འོ་ཐུགས་གཟིགས་ཞུ་ཡག་ཡིན་ད་ད་ག་ཡིན་མཚམས་དེ། མདོ་སྡེ་འཛིན་པའི་ཕན་ཡོན་གྱི་ལེའུ་སྟེ་སུམ་ཅུ་རྩ་གསུམ་པའོ།